པ་ཡིན། གནའ་བོ་བཀྲ་ཤིས་བདེ་ལེགས།
ད་ང་ཚོ་ལེ་ཚན་གོང་མའི་ནང་ལོགས་ལ་ཆ་བཞག་པ་ཡིན་ན། གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ཟླ་བ་གསུམ་པའི་ཚེས་པ་བཅུའི་ཉིན་མོ་དེ་རྒྱ་བོའི་ཕོ་བྲང་དང་ནོར་བུ་གླིང་ཁའི་ཕོ་བྲང་གི་མདུན་ལ་མང་ཚོགས་མང་པོ་ཞུགས་གཅིག་གི་འདུ་འཛོམས་གནང་པ་དང་ཉིན་ཤས་རིང་ཀ་ཐག་རྒྱལ་པོས་ངོ་རྒོལ་གྱི་ལས་འགུལ་ཐོན་ཡོད་དུས་སྐབས་དེ་དུས་ཀྱི་ད་ཡི་གནས་སྟངས་དང་དོན་རྐྱེན་འདིའི་ད་རྒྱབ་ལྗོངས་དང་སྐབས་དེ་དུས་ཀྱི་གནས་སྟངས། དོན་རྐྱེན་དེའི་འཕེལ་རིམ་དང་ཤུགས་རྐྱེན་འདི་གས་ཀྱི་སྐོར་ལ། ང་ཚོས་ངོ་སྤྲོད་ཞུ་ཡག་བྱུང། གཤིས་བཟང་དེ་ཡིན་དུས་ཀ་ནས་ལྔ་བཅུ་ངོ་དགུའི་ཟླ་བ་གསུམ་པའི་ཚེས་པ་བཅུའི་ཉིན་མོ་དེ། ནོར་གླིང་ཕོ་བྲང་ལ་མང་ཚོགས་མང་པོ་ཞུགས་གཅིག་ཏུ་འཛོམས་བྱས་པ་དང་འདི་ནས་ཕྱི་ཆར་བསྟུད་པའི་ལྟ་ཉིན་འགའ་ཤས་རིང་འགའ་ཡིན་པའི་ནི་ལྷས་སེ། ནགས་ལོགས་ལ་ངོ་རྒོལ་གྱི་ལས་འགུལ་ཐོན་ཡོད་རེད་ལ་ད་སྐབས་དེ་དུས་ཀྱི་གནས་སྟངས་ད་རྫ་དྲག་པོ་བཞུགས་མ་རེད་ད་དེ་འད་ཅིག་གི་ཆགས་ཡོད་རེད་ཤི་ཟང་སྟོབས་ལགས་ཐོག་མར་བཀའ་འདྲི་ཞོ་སྟེ་ད་སྐབས་དེ་དུས་ཀྱི་གནས་སྟངས་ཀྱི་ཐོག་ནས་བོད་རྒྱལ་གཞུང་ཕྱོགས་གཉིས་ཀྱི་གནས་སྟངས་ཀྱི་ཐོག་ལ་ཡང་སྐབས་དེ་དུས་ཅིག་གི་འགྱུར་བ་ར་ག་འད་ཕྱིན་ཡོད་ན་ད་གསུམ་པའི་ཚབས་བཅུའི་གནས་ཚུལ་དེ་ཐོན་པའི་རྗེས་ལ། ད་གྲོ་ག་ལ་དུས་སྐབས་དེའི་སྐབས་སུ་ལྷས་ས་ལ་ཡོད་རྒྱུགས་ཀྱི་རྒྱ་མིའི་གིས་ལས་ཁུངས་དེ་དང་བོད་གཞུང་གི་པ་རག་ལ་བཀའ་ལ་འབྱོར་རོ། དེ་ཕག་ཚུལ་དཀའ་ལས་ཞེ་བོ་ཅིག་ཡོད་རེད་གར་སེ་ན་པ་རག་དེ་ལ་མི་མང་གིས་ཅིག་བཙན་ཤིག་སེ་ན་མ་བྱུང་འོས་ལངས་སེ་ན་མ་བྱུང་དེ་ལངས་བསྡད་ཡོད་རེད་བ། བྱས་ཙང་ད་སྐབས་དེ་དུས་བོད་གཞུང་གི་བཀའ་བློན་ལྷན་རྒྱས་རྒྱ་བོར་མུ་ཆེ་དང་བཀའ་བློན་ལྷན་རྒྱས་གཙོ་བྱས་པ་ནོར་བུ་གླིང་ལ་ཞུ་ཡོད་རེད། ལ་ལ་འདུག་ལེ་ནི་མ་ཐོན་འགྲོ་ཡ་དེའི་ཐོག་ལ་དཔེ་ག་ལ་ཡོད་རེད་ག་སེ་མི་མང་ཚོས་བརྟག་དཔྱད་ཞིབ་འཇུག་ཞེ་བོ་བྱེད་ཀྱི་ཡོད་རེད་ད་ཡིན་པ་ན་ཕ་ཅིག་བྲེལ་བ་ཅིག་མ་བྱས་ན་ད་ཁོ་ཚོས་ཀྱི་རྒྱ་མི་གི་ངོས་ནས་ཚུགས་ད་གཉའ་ཁྲི་བཏགས་ས་ལོས་ཅིག་ཡོད་བ་ཡིན་ན་ཨ་ནི་ལམ་སང་དྲག་ལས་བྱེད་ཀྱི་མི་མང་ཚོས་ལ་ལོག་ཆོས་པ་ཀྱང་སེ་ལ་དེ་གུ་རུ་བ་ནི་ཞེས་ལ་དཔྱད་པས་དེ་ད་ཁོ་ཚོས་ཀྱི་རྗེས་གནད་དེ་ཆུང་ཆུང་བཏགས་ཚར་བྱུང་ན་ལམ་སང་དྲག་གནོན་བཅས་ཀྱི་འཆར་གཞི་དང་དང་དེའི་ཐོག་ལ་རྦད་དེ་གྲ་སྒྲིག་ཞིབ་བོ་བྱས་བསྡད་ཀྱི་འདུག་ཨ། ལྷས་སའི་གཡས་གཡོན་དེ་ཚོ་ལ་དཔེ་བྱས་ན། ད་མོ་དྲ་རླངས་འཁོར་དེ་འདྲ་མང་པོ་ལས་ཨ་ནི་ས་ཆ་ཁ་ལ་ཁ་ལ་ཧ་འཛིང་ར་སོད་དང། ཨ་ལྷས་སའི་གི་ཕྱོགས་ཤིག་གི་རིའི་གཡས་གཡོན་དེ་ཚོ་ལའང་དམག་མི་དེ་འདྲས་ཀྱི་འཛིང་ར་དེ་འདྲས་ཤིག་བཏིང་ཡས་ལ་སོགས་པ་འོ་དེ་འདྲས་ག་ས་ག་ལ་ཁ་ལས་ད་རྒྱལ་མིའི་ངོས་ནས་དྲག་གནོན་བྱེད་ཀྱི་རྫིང་ར་འདྲ་མང་པོ་ཅིག་བརྒྱབ་སྟེ་ཕྱོགས་ནས་མ་ཎི་ཡ་རྒྱ་ནག་ངོས་ནས་ཡ་ཡོང་ཉེས་ཀྱི་མོ་ཏྲ་མཚོན་ཆ་ལུག་སྐྱོ་དེ་འདྲ་མང་པོ་ཅིག་ལྷ་སའི་ནང་ལ་སླེབས་འགྲོ་ཡོད་ཀི་དེ་འདྲས་ཅིག་རེད་གནས་སྟངས་ཅིག་རྫ་དྲག་ཅིག་ཆགས་བསྡད་པ་རེད་ད་གང་ཆེ་ཁོ་ཚོས་དེ་བསམ་གི་ཡོད་རེད་ཆུང་ངུ་ནས་དེ་རྒྱ་མི་ལ་ཕར་བོར་མུ་ཆེན་གང་མགྱོགས་ཅིག་རྒྱ་མི་དམག་ཁ་ལ་ཕར་ཕེབས་ཐུབ་པའི་ཀི་འཆར་གཞི་དང་གྲ་སྒྲིག་ཡོད་ཟེར་དང་ཕར་རྣམ་འགྱུར་མ་བལྟས་ན་ད་ནི་ཁོ་ཚོས་ཀི་ཚུ་མི་མང་དྲག་གནོན་བྱེད་ཡའི་ཉེན་ཁ་འབྱོར་བ་བྱས་ཙང་དེ་ཕྱིར་དུས་སྐོས་སུ་རྒྱ་བོར་མུ་ཆེན་ཐབས་མཁས་ཀི་སྒོ་ནས

ཀྱི་སྐབས་ལ་དོན་ཚན་བཅུ་བདུན་བསལ་ཏེ་བཞག་པའི་རྗེས་ཀྱི་རྒྱུ་བོ་དང་བྱས་པའི་ནི་ལས་ད་དེ་བས་ནི་རྒྱུ་བོ་ཆེ་གཅིག་རྫ་བྲག་རུ་གཅིག་གིས་ཕྱིན་ཏེ་ཡོར་བ། ཤི་སང་ཏག་ཏག་འདིའི་སྐོར་ལ་ཡིན་ན་ཡང་ལོ་རྒྱུས་སྨྲ་བ་སྐུ་ངོ་ཞི་ག་པོ་དབུ་མཆོག་དད་ལྡན་མཆོག་ནས་ད་ཕྱོགས་གཉིས་ཀ་ནས་དམག་གི་གྲ་སྒྲིག་བྱེད་བཞིན་ཡོད་པ་འདིའི་སྐོར་ལ་ཡང་ངོ་སྤྲོད་འདུག་ཅིག་གནང་ཤག། བོན་ཆོས་དམག་སྤྱི་ཁང་དང་རྩེ་ཕོ་བྲང་པོ་ཏཱ་ལ་གོ་མཛོད་རྡོ་རྗེ་གླིང་ལྕགས་པོ་རི་ལྷ་ལྡན་གཙུག་ལག་ཁང་སོགས་ལ་སྲུང་བྱ་དམག་མི་འཛུགས་འཇོག་དང་སྐོར་སྲུང་པོ་ལིས་རྣམས་གྲོང་ཁྱེར་ལ་བདེ་འཇགས་སྲུང་སྐྱོབ་དང། མཚན་མོ་ལྷ་ཤོད་གྲོང་ཁྱེར་ནང་རང་བཞིན་འགྲུལ་བཞུད་མི་སྤྱོད་པའི་དམ་དྲག། ནོར་གླིང་ཕོ་བྲང་ལ་སྐུ་སྲུང་དམག་མི་དམིགས་བཀར་གྱིས་འཛུགས་མོལ་དམག་སྒར་བཞེངས་ནས། དྲག་འཁྲུག་གིས་དཔུང་སྣོན་དང་གཞུང་ཞབས་སེར་སྐྱ་གཞོན་གྲས། ལྷ་ཤོད་ཀྱི་སེར་སྐྱ་མི་མང་སྟོང་ཕྲག་ཁ་ཤས་གོ་ལག་དང་རྒྱག་ཕྱེ་ལེན་ཁུར་གྱིས་སྐུ་སྲུང་ཆུ་བོ་དྭངས་བླངས་ཀྱི་ཅར་བསྡད་ཡོད་ཀྱང་དམག་མི་དང་མི་མང། ཚོར། ཐོན་གསར་གྱི་མཚོན་ཆ་ཡང་མེད་ལ། སྒྲིག་འཛུགས་ལྡན་པའི་དམག་གི་ཉམས་མྱོང་ཡང་མེད། འོན་ཀྱང་རྒྱལ་བསྟན་ཆབ་སྲིད་ཀྱི་དོན་ལ་ཚང་མས་རང་སྲོག་བློས་བཏང་བྱེད་ཀྱི་ཡོད་པ་རེད། ནོར་བུ་གླིང་ཁ་སྤྱི་བདག་ནགས་ལྷ་ད་པད་དུ་དྭངས་བླངས་འཁོར་ར་བྱས་ནས་ཞི་བོ་ཞིག་ཡོང་དགོས་ཡོད་རེད། ཁོང་ཚོས་རྒྱག་ཕྱིར་རང་འགུལ་བྱས་ནས་སོ་སོས་གོ་ལག་ཆད་ཁེལ་ཡོད་རེད། སྟོབས་ཆད་སོ་སོས་བཀོལ་ན་ནོར་བུ་གླིང་ཁའི་ནགས་ལ་ཙོག་ཙོག་ཙོག་ཙེ་བསྡད་བྱས་ནས་མེ་བཏང་རྗེས་ཁོང་ཚོས་ནོར་བུ་གླིང་ཁའི་ནགས་ལ་བསྡད་ཅི་དགོས་རེད། འདི་ཚོ་གཅིག་གོ་ལག་ཆད་ཅི་ད་རྒྱ་མི་ལ་ཁ་བརྡའི་སྤྱོད་པའི་ང་ཚོ་ཡོག་མ་རེད། ཡོད་མ་རེད་དེ་ཡིན་ནའི་མི་མང་གི་སེམས་ཤུགས་རེད་ད་སེམས་ཤུགས་སྡིག་རུབ་ཅིག་ཡོད་པ་ད་ཧ་གོ་ཐུག་ཡ་གཅིག་ཡོད་རེད་དཔེར་མི་མང་གང་གས་དཔེར་བློས་བཏང་རུབ་བྱས་ནས་ཡོང་དགོས་བ་རེད་ཡིན་ན་མ་འོན་ཀྱང་རྒྱལ་བསྟན་ཆབ་སྲིད་ཀྱི་དོན་ལ་ཚང་མས་རང་སྲོག་བློས་བཏང་བྱེད་ཀྱི་ཡོད་བ་རེད་དེ་བཞིན་རྒྱ་ཕྱོགས་ནས་ས་ད། བོད་པའི་ངོ་ནས་འདི་འདྲ་ཅིག་བྱེད་ཀྱི་ཡོད་རེད་ད་རྒྱ་མི་ཡའི་གྲ་སྒྲིག་བྱེད་ཀྱི་བ་རེད་ཡང་ཆི་ལ་དེ་བཞིན་རྒྱ་ཕྱོགས་ནས་རྩེ་ཕོ་བྲང་དང་ནོར་བུ་གླིང་ཁང་གཙུག་ལག་ཁང་སོགས་ལ་ཁ་གཏད་དེ་མི་སྐྱོགས་བརྒྱ་ཕྲག་ཁ་སྒྲིག་གིས་སྔོན་ནས་བཙུགས་ཡོད་མུས་ད་དུང། བསྐྱར་སྣོན་གསར་འཛུགས་དང་རྒྱ་མིར་བློ་གཏད་བྱེད་མི་བོད་རིགས་ཁ་ཤས་ཡོད་པ་རྣམས་དམག་ཁུལ་ཁག་ནང་ས་ཚན་ཁག་ལ། གུ་གུལ་དང། ཕྱོགས་མཐར་ཡོད་པའི་རྒྱ་དམག་རྣམས་ཉིན་མཚན་ཀུན་ཏུ་གྲི་རྩུབ་ཀྱིས་ལྷ་སར་རླངས་འཁོར་དང་མཚོན་ལྡན་རླངས་འཁོར་དུ་འོར་འདྲེན་བྱེད་ཀྱི་ཡོད་རེད་ས། རྒྱ་མིའི་ཕྱོགས་དེ་ག་དེ་འདྲ་ཡིན་དང་མེད། ཁོང་ཚོས་གྲ་སྒྲིག་སྔ་པོ་དེ་བྱས་ཡོད་རེད། ད་བོད་གོང་ཡིན་པའི་མང་པོ་ཅིག་ད་རྒྱ་མི་དེ་འདྲ་ཞུགས་འོང་རེད། ད་ནམ་རྒྱུན་ནས་རྒྱ་མི་དེ་འདྲ་བ་རྒྱུན་ཡང་ཤུགས་ཆད་དེ་སུས་དྲངས་རྒྱ་མི་མ་ག་ནང་ལ་ཕག་འོག་ཕྱིན་ད་མང་པོ་ཅིག་ཐེབས་པ་རེད་ཟེར་གྱི་འདུག་ང་ཚོས་དམིགས་བསལ་ཤེས་ཡག་ཅིག་ལ་ནི་སྐུ་ཕྱག་དཀོན་པི་ལགས་དང་ད་ང་བོད་ད་ཡོད་ཡོད་རེད་ཞོལ་ཁང་སྐྱིད་གྲོང་ལགས་དང

ལོངས།
ཨ་མདོ་བླ་དྭགས་བོད་ནང་ལོགས་ལ་ལུག་ཁྱུའི་ཐོག་ལ་ཆ་བཞག་པའི་གནས་ལས་དེའི་གོང་ལ་ནི་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་དྭགས་སྐུ་དུས་ལ་ཡིན་པས་ན་དབྱིན་ཇིའི་དམག་ཡོང་པའི་སྐབས་ལ་རྒྱལ་བོ་རུམ་ཆེན་ཡང་སོག་ཡུལ་དང་དེ་ནས་རྒྱ་ནག་ལ་འདུག་སེ་ཕེབས་ཡོད་རེད་ད་དེའི་རྗེས་ལ་ཡང་རྒྱ་ནག་གི་བཙན་འཛུལ་དམག་དེ་ཡོང་པའི་སྐབས་ལ་ཡིན་པས་ན་རྒྱལ་བོ་རུམ་ཆེན་རྒྱ་གར་ལ་ཉེན་གཡོལ་ཕེབས་པའི་གནས་ཚུལ་དེ་འདྲའི་ཅིག་བྱུང་ཡོད་རེད་པ་ད་དྭགས་ནས་བཞིན་རྒྱལ་བོ་སྐུ་ཕྲེང་བཅུ་བཞི་པའི་སྐུ་དུས་ལ་ཆ་བཞག་གནས་ལས་སྐབས་དེ་དུས་ཀྱི་གནས་སྟངས་ཀྱི་ཐོག་ནས་ཞུས་པས་ན་ཏཱ་ཉེ་ཡོན་ལ་འཕེལ་ཡག་དེ་ལས་ཡང་གལ་ཆེན་པོ་གཅིག་གི་འཆར་གི་ཡོད་ར་ཞུ་ཙང་སྐབས་དེ་དུས་ཏཱ་ཉེ་ཡོན་ལ་འཕེལ་ཡག་གི་དགོངས་པ་དེ་ཚོ་ཡང་སྟོབས་ལ་ཀའི་ཕྱིས་སུ་ལུགས་རྒྱུད་ལ་ཕ་ཉམས་ཤིང་ནང་པའི་སྐབས་ལ་ག་འདྲེ་རེ་གཅིག་གིས་གཟིགས་གི་ཡོད་ན་སྐབས་དེ་དུས་གྲ་སྒྲིག་གནང་ཡག་ད་དེ་གའི་ཐོག་ལ། གྲོ་ག་ལ་སྐབས་དེ་དུས་གཙོ་ཆེ་ཤོས་དེ་ད་གའོ་རིན་པོ་ཆེན་གི་ཉེ་ཡོན་གནང་ག་གནང་གི་མིན་པ་ཟེར་གི་ཐུགས་ཀྱི་ཐུགས་ཐག་བཅད་གནང་ཡག་ཅེར་བ་བྱས་ཙང་ད་དེ་གི་གནད་དོན་དེ་གའོ་རིན་པོ་ཆེན་གི་སྐབས་དེ་དུས་ཀྱི་གཅིག་དགོངས་པ་ལ་ག་འདྲེ་ཅིག་འཁོར་གནང་གི་ཡོད་ས་རེད་ཟེར་ན་ད་མི་མང་བློས་བཏང་བྱེད་རྒྱ་བོར་མི་བྱེད་ཅིག། ཕྱོགས་ཡོར་ལ་ཕེབས་པ་དེ་ཏག་ཏག་ཅིག་བསྡད་ཀྱི་མི་འདུག་གོང་ཡས་ཀྱི་ཐུགས་ལ་དེ་འདྲ་ཅིག་ཤུགས་ཆེ་པོ་བཤད་གནང་གི་འདུག་ཨ། ཁ་ན་སྲིད་ན་རྒྱ་བོར་མི་བྱེད་སྐབས་དུས་དུས་ད་དགུང་ལོ་བཅུ་རྩ་བཞི་རྩེ་ལྔ་དེ་འདྲ་ཕྱི་ཕེབས་ཡོད་རེད་བྱས་ཙང་ད། ན་བཟོད་དང་མ་བཟོད་ན་བས་དུས་ད་དར་སྒང་དེར་བ། དེ་འདྲ་ཅིག་ལ་མི་མང་དང་ད་ཐུགས་ཞག་ཞག་ཅིག་ཐུགས་སུ་རྒྱ་བོར་མི་བྱེད་སྐུ་རྐྱང་ཆུ་ཐོག་གནང་ཡ་ཐུབ་ཡས་གནང་ཡ་དེ་ཏག་ཏག་བསྡད།

སྐབས་དེ་དུས་ཀྱི་ལས་ཀྱི་སྣེ་མོར་གཏོགས་པ་ཀི་ད། སྒྲོན་ཉེ་ཕ་ལ་ཡིན་ན་བཀའ་ཤག་ཡིན་ན་རེད་སྐུ་སྲུང་ད་བོན་ཡིན་པ་ཡིན་ན་རེད། སྤྱི་ཁྱབ་ཆེན་པོ་ཡིན་པ་ཡིན་ན་རེད། ཆེ་ཚང་དུས་ཚོགས་ཀྱི་ཕུགས་རྒྱང་གི་གནད་དོན་མང་པོ་ཅིག་ལ་དགོངས་པ་བཞེས་རྗེས་རྒྱལ་བོ་རིན་པོ་ཆེ་ཕྱོགས་ཡོ་གནས་སྐབས་ཤིག་གནང་དགོས་ཏེ་ད་མི་མང་ཟེར་ན་འདྲ་བོད་ཟེར་ན་འདྲ་དུས་སྐབས་དེའི་གི་ནུབ་གླིང་དེ་མཐའ་ལ་བསྐོར་བལྟས་ཉན་གྱི་མི་མང་གི་བདེ་སྡུག་ཟེར་ན་འདྲ། ཕུགས་རྒྱང་རིང་པོའི་ང་རང་ཚོའི་བོད་ཀྱི་བདེ་དོན་ཟེར་ན་འདྲ་བདེ་བཟོ་ལ་དེ་གལ་ཆེན་པོར་ཞིག་བཟི་དགོས་ས་རེད་དེ་ག་ནང་བཞིན་གྱི་གནས་ཆུང་ཆོས་རྒྱལ་ཆེན་པོས་གི་ནི་ལུང་བསྟན་ལ་ཁར་ཟེར་ན་འདྲ་རྒྱལ་བོ་རིན་པོ་ཆེ་ཅིག་ཕྱོགས་ཡོ་གནང་དགོས་གི་འདྲ་ཕེ་ཡོད་དུས་གོ་སུ་དེ་བདེ་བཟོ་ཚང་མ་ལ་ཅིག་གཞི་ལུས་གཅོག་བྱས་དོར་དུས་ནི་ཤེ་ན་རྒྱལ་བོ་རིན་པོ་ཆེན་དེ་བོད་ཀྱི་དྲིན་ཚབ་པ་དང། བོད་ཀྱི་ད་གཟུགས་བརྙན་དང་མ་སོང་ན་དེ་འདྲས་ཅིག་ཆགས་ཡོང་འདུག་གོ་སུ་རྒྱ་ཨུ་རུམ་ཆེན་སྐུ་གྲོངས་བ་ཡིན་ན་ད་ང་ཚོ་རེ་བ་ཡོད་བ་མ་རེད་ཟེར་གི་དེ་འདྲས་ཀྱི་གནས་སྟངས་ཅིག་སྐབས་དེ་དུས་མི་མང་ཚོ་ལ་བསམ་བློ་དེ་ལ་དེ་འདྲས་འཁོར་ཡོད་འདུག་གོ་སུ་ད་དེ་རྒྱ་ཨུ་རུམ་ཆེན་གྱི་ཡ་ཞུས་ཅིག་མཁྱེན་གི་རུ་བ་བྱས་ཙང་དེ་འདྲས་ཀྱི་གནད་དོན་ཐག་གཅོད་ཐོག་ནས་ད་མཉན་ཡོད་ཕྱོགས་ཡོད་ལ་ཅིག་ཕེབས་གནང་བ་དེ། ཧང་སངས་ཀྱིས་ཡག་པོ་ཞོ་བྱུང་བཞག་བསམ་གྱི་འདུག་ག་རེ་ཟེར་ན། གཉན་ཡོངས་ལ་མ་འབེབས་ན་དང་པོ་དེ་རྒྱ་བོར་མུ་ཆེན་ནོར་བུ་གླིང་ལ་མེར་སྒྱོགས་ཞུས་ར་ཀྱེ་མིག་གིས་མེར་སྒྱོགས་ཞུས་དུས་སྐབས་སུ་རྒྱ་བོར་མུ་ཆེན་གཉན་ཡོངས་ལ་ཕེབས་པ་དེ་ཁོ་ཚོས་གི་ཤེས་ཀྱི་ཡོད་ས་མ་རེད་བ། རྒྱུ་མཚན་ག་རེ་རེད་ཟེར་ན་ཕྱིས་ལ་ནོར་བུ་གླིང་ལ་ད་མེར་སྒྱོགས་ཞུས་ཅེས་དྲག་གནོན་བྱས་རྗེས་ཨ་ནི་ནོར་བུ་གླིང་ནང་ན་གྲོང་རྒྱོགས་ཀྱི་ཀུ་ཤོ་ལ་ཚང་མ་ལོག་གི་བརྟག་དཔྱད་བྱས་རྗེས་རྒྱ་བོར་མུ་ཆེན་གྱིས་ད་ཕོ་བྲང་ཡས་ད་ཞུ་ས་དེ་རྟག་བརྟན་མི་འགྱུར་ཕོ་བྲང་ན་བཞུགས་ཟེར། བྱས་ཙང་འདི་ཡི་གི་གཡས་གཡོན་དེ་ཚོ་ལ་ད་ཞབས་ཕྱི་མང་པོ་ཞིག་ལྷག་བསྡད་ཡོད་ར་བ་དེ་ཚོ་གྲོང་བར་ཕྱི་ལ་མེར་མདའ་དང་མེར་སྐྱོ་དང་དེ་ཚོའི་གྲོང་སྐྱོ་དེ་འོག་ལ་ཨ་ཚང་མ་ལ་བརྟག་དཔྱད་བྱས། བྱས་རྗེས་རྒྱལ་བ་རིན་པོ་ཆེ་ཡིན་མིན་བརྟག་དཔྱད་བྱས་པའི་གནས་ཚུལ་དེ་འདྲ་འདུག་བྱས་ཙང་དེ་ལ་བལྟས་བས་ན་ཁོ་ཚོས་གི་རྒྱལ་བ་རིན་པོ་ཆེ་སྐུ་སྲོག་ལ་ལྟོས་བ་མེད་པའི་ཐོག་ནས་ནུ་བུ་རིན་ལ་དྲག་གནོན་བྱས་བ་རེད་བྱས་ཙང་འདི་ཡི་ག་སྲིད་རྒྱལ་བ་རིན་པོ་ཆེ་ཉེན་གཡོལ་གནང་མེད་བ་ཡིན་ན་ཨ་ནི་གཅིག་བྱས་ན་གྲོང་ཡོད་སྲིད་བར། གལ་སྲིད་གྲོང་མེད་བ། ལ་གནས་སྟངས་ལོ་ཅིག་བྱུང་བ་ཡིན་པ་ན། ཕྱིའི་བོད་དམག་ཁུལ་གང་ལ་ཉེ་འདི་ལ་ཁྲིད་ཅེས། ད་ཅིག་ང་ཚོས་དཔེ་མཚོན་ཡག་ཤོས་དེ། པན་ཆེན་རིན་པོ་ཆེ་ལྟ་བུ་ཅིག་གར་སོང་ན་ད། རྒྱ་མིས་ཀྱིས་བཙོན་འཇུག་དང་ཁྲིམས་གཅོད་དང་འདི་འདྲས་མང་པོ་ཅིག་བཏང་ཡ་དེ་རང་བཞིན་རེད་བསམ་གྱི་འདུག། ད་དེ་འདྲ་ཅིག་བྱུང་བ་ཡིན་པ་ན་ད་བོད་ཀྱི་རྒྱལ་པོ་དེ་ཟིན་པ་ཡིན་ན། མི་དམངས་སེམས་ཤུགས་ཆག་ཡ་དང་མདོར་བསྡུས་ནས་བཤད་ན་དེ་འདིའི་ངང་ཚུལ་གྱིས་གཅིག་བོད་ཀྱི་རྩ་དོན་དང་བོད་ཀྱི་རྣམ་པ་དང་བོད་ཀྱི་དེ་འདིའི་ངང་ཚུལ་གྱིས་ཆོས་བའི་རིག་གཞུང་བོད་ཕྱི་ནང་གཉིས་ཆ་ག་ས་ག་ལ་མི་དམངས་ཀྱི་སེམས་ཤུགས་ཡིན་ནའ་རེ་བོད་ལ་ཉེ་གི་ཅིག་གནས་བབ་དེ་དེ་འདྲ་ཅིག་རྩ་བ་ཉིད་ནས་བསྡད་ཡོད་མ་རེད་བསམ་གྱི་འདུག་ད་ང་ཚོའི་དཔེ་མཚོན་ཡག་ཤོས་ཅིག་ག་རེ་ཟེར་ན་ནང་སོག་དང་འདི་ཚོའི་གྲས་ཡོད་རེད་བ། བྱས་ཙང་དེ་འདྲས་ཡིན་དུས་སྐབས་སུ་དང་པོ་དེ། རྒྱལ་བ་རིན་པོ་ཆེན་གྱི་སྐུ་ཚེའི་ཐོག་ལ་མི་མང་གིས་བེད་དེ་སྲོག་བློས་བཏང་གིས་ནུབ་བུ་གླིང་ན་བསྐོར་ཅེས་འཕགས་བོད་དམག་ཁུལ་གང་ལ་ཅིག་ཕེབས་སྐོང་གནང་ཡས་རེད་དེ་ག་ནང་བཞིན་གྱི་ལས་ཀྱི་སྣེ་མོར་གཏོགས་པ་དང་ཨ་ནི་གནས་ཆུང་གི་བཀའ་ལུང་དང་ཨ་ནི་རྒྱལ་བ་རིན་པོ་ཆེ་མཐའ་མ་ཁོང་རང་གིས་ད་དེ་ཚོ་ལ་གཞི་བཞག་ཅིག་ཐུགས་ཐག་བཅད་གནང་ཅིག་སྙིང་ཡོད་ལ་ཆིབས་བསྒྱུར་གནང་ཡས་ཐུགས་ཐག་བཅད་གནང་བ་དེ་ཧང་སངས་ཀྱིས་ང་ཚོས་དེ་འདི་བལྟས་བ་ཡིན་ན་ཡག་པོ་ཞེ་བོ་ཅིག་བྱུང་བ་རེད་མ་འདོད་པས་དེ་ལ་ཅིག་གཞན་པས་ཀྱིས་འདི་འདྲས་ཅིག་ཡོང་གི་རེད་བ་ཟེར་གི་གཞི་བཞག་ས་སོ་ར་དང་རིག་པ་སི་ན་རེ་ལུང་སི་ན་འདྲེ་ཁུངས་སི་ན་རེ་དེ་འདྲས་ཀྱི་སྤྱོད་ས་གཞན་པ་ཡག་པས་ལྟོས་ས་ཡག་པ་ལོ་ཅིག་ཁྱུ་ནས་གཉའི་མེ་སྐྱོར་ལོ་ཅིག་རེད་འདུག་བ་ཁོ་ས་ན་རེད་རེད་རེད་རྒྱ་མི་གི་རེད། སྲིད་ཇུས་འཛིན་སྟངས་སི་ན་སྐབས་དུས་གནས་པ་ལོ་བལྟས་བ་ཡིན་ན། ལོངས་སོ། ཞུ་སང་སྐབས་དེ་དུས་ཡིན་པའི་ན་ད་ཚང་མས་ཡང་སང་རྒྱ་དམ་པ་ཞུ་གཅིག་གི་ཐོག་ནས་གང་ཐུབ་ཐུབ་ཀྱི་ད་གྲ་སྒྲིག་འཐུས་ཚང་གནང་ཡག་གི་འབད་བརྩོན་གཅིག་གནང་ཡོད་ས་ར་བ་དེའི་སྐོར་ལས་ཏག་ཏག་ནི་སྐུ་ངོ་ཞེ་དགའ་དབུང་ཆུ་བདེ་ལྡན་མཆོག་ནས་ངོ་སྤྲོད་འདུག་ཅིག་གནང་ཞག། ཕྱིའི་རྫ་བྲག་གི་གནས་ཚུལ་ལ་གཞིགས་ཏེ་ས་གོང་ས་སྐྱ་མགོན་ཆེན་པོ་ནི་བུད་མེད་བླ་སྲོག་གམ་ཆགས་འཇིག་སྲོག་ཤིང་ལྟ་བུར་བསྟེན། བོད་མི་རི་བོའི་འདུག་ཚུལ་བཞུགས་ཐབས་མེད་པར་བསམ་ཡུལ་ཚང་མ་གསལ་པོ་ཤེས་ཀྱི་ཡོད་ཀྱང་ས་སྐྱ་རིན་པོ་ཆེ་བཞུགས་ཐབས་མེད་པ་ཅི་ད་ག་འགས་ཧ་གོ་གི་ཡོད་རེད་རྔམ་སྐྲག་འདི་འདྲས་ཀྱི་ནང་ལ་སྐྱ་རིན་པོ་ཆེ་བཞུགས་དགོས་བྱུང་ན་ད་བཞུགས་ཐབས་མེད་པ་ཅི་ད་མི་ག་འགས་ཧ་གོ་གི་ཡོད་རེད་ཡོད་ཀྱང་ཕྱི་ནང་གང་སར་རྒྱ་མིའི་སྲུང་ཉུལ་མང་ལ། དམག་གི་སྒྲིག་འཛུགས་གཞི་རྒྱ་ཆེ་བས་སང་གཏམ་ཕྱི་ཤོར་གྱི་ཕེབས་མ་ཐུབ་པའི་འགལ་རྐྱེན་འདྲ་བྱུང་ཚེ་ཁྱེད་ལས་ཉན་ཆོག་བསམ་སྟེ་གུང་གི་ཁུ་བྱུག་གིས་ང་ཚོའི་ལྷུར་ལེན་མི་བྱེད་ཐུ་མེད་བྱུང་བ་རེད་ས་ཚང་མ་ད་ཁ་ཁ་བསྡད་དགོས་རེད། འདིའི་སྐོར་སྐད་ཆ་ཚང་ཤེས་དགོས་མ་རེད། སྐད་ཆ་འདི་གཅིག་ནས་གཅིག་བསྒྱུར་ཕྱིན་ན། འདི་ཕྱིན་ཡོང་བསམ་འདི་མིན་ཨེམ་ཇོ་ནང་ཕྱིན་ཡོང་བསམ་ནི་གང་གཱའི། ཁ་ཁ་རང་བྱུང་རེད། དོན་དམ་ཐུགས་འགན་ཡོད་པ་རྣམས་ནི་ཟེར། ཉེན་ཁ་ཧ་ཅང་ཆེན་པོ་ཞིག་དང་མཛད་དཀའ་ཡང་ཧ་ཅང་ཆེན་པོ་ཞིག་ཞིག་ཡོང་གི་ཡོད་པ་རེད། དེ་ཡང་གལ་ཆེ་ཤོས་ནི་སངས་རྒྱས་ཆེན་པོའི་ངང་ལ་ལས་དོན་དེ་སྒྲུབ་པ་བྱེད་དགོས་ཀྱི་ཡོད་རེད། རྒྱ་བ་རིན་པོ་ཆེ་ཕེབས་ན་ཚང་མ་འགྲོ་འདོད་ཡོད་པ་ཡང་གཅིག་པ། རྒྱ་མིའི་བཙན་འོག་ཏུ་སྡོད་འདོད་མེད་པ་ཡང་གཅིག་པ། ནང་མི་དང་སྤུན་མཆེད་མཐུན་འདོད་ཡོད་པ་ཡང་གཅིག་པར་བརྟེན། དེ་ལ་བསམ་བློ་ཞིབ་པ་ཅིག་བཏང་ཚེ་ཐག་གཅོད་མི་ཐུབ་པའི་ཧ་ཅང་གི་མཛད་དཀའ་ཆེན་པོ་ཞིག་ཡོང་གི་རེད་བསམ། ད། གཞུང་ཞབས་ཀྱི་ནང་ལ་བློས་འཁེལ་སའི་འཁེལ་སའི་མི་དེ་འདྲ་ཡོད་རེད་བ། ད་འདི་ཚོ་ག་ཚོད་རེད་འདི་ནང་ལ་ད་ཡོད་རེད་བ་ག་ཚོད་ས་བོན་ཁུངས་ལ་ཡོད་ཉེས་ཀྱི་གཞུང་ཞབས་ཡོད་བ་འདི་ཚོ་ས་བོན་ནང་ལ་ད་ཡོད་རེད་རྒྱ་གར་མི་ཆེ་ལྷན་རྒྱལ་འགྲོ་འདོད་ཡོད་རེད་ཡོད་རེད་དེ་སོ་སོའི་སྤུན་སྤུན་རྒྱག་གྲོགས་བཟང་ད། གཅིག་སུ་གཉེན་གྱི་སྲོལ། ལན་སྐྱེས་ན་གཅིག་ནས་གཅིག་རྒྱུ་བྱས་ནས་གསང་བ་ཤོར་ཡོད་བསམ། མ་སྐྱེས་ན་ནི་ད་སོ་སོ་ཐོན་འདུག་བར་ཐོན་ཡག་གི་བའི་སྐབས་ཀྱི་ལེགས་ཡོད་རེད་ཚེ་དང་གང་དགའ་ལོག་ལ་ཁག་པོ་བྱུང་ནས་ཚང་མ་ལོག་ད་སོ་སོའི་སྒེར་དོན་ཟིན་ཚང་མ་རྒྱུགས་ནས་སྤྱི་དོན་ཁོ་རའི་གང་ལ་བསམ་པ་རྡོ་རྗེ་རུ་བྲིས་ནས་ད་ག་སོ་རེ་གཉིས་ཉེ་བ་ད་གཅིག་སེང་གི་སོ་བསམ་བསམ་སྟོན་གྱི་བ་མ་རེ་ད་རྒྱ་བ་རུམ་གྱི་ཕེ་ཡག་ཁོ་རའི་གང་ལ་རྡོ་བྲིས་བྱས་ཀྱི་བསྡད་བར་ད་ཡི་ཕིག་ནང་ལ་ཞུ་སྙན་བྲི་གི་དེ་ཡིན་ན་ཡང་སྐྱ་སེར་ཚང་མས། རང་གི་ནང་མི་བུ་ཕྲུག་སྤུན་མཆེད་སྤྱིར་ན་ཡུལ་སྐོར་ཚང་མ་ཁུངས་སྐྱེལ་གྱི་མདོ་ཞིང་དོར་ནས་ས་སྟེང་སྲིད་སྤྱི་དོན་ལ་གསང་ཆེན་གནང་རྒྱུ་གནའ་གཏམ་ཞིག་རྟག་ཁོང་ཚོ་མནའ་བསྐྱལ་གནང་ཡོད་རེད། རྗེ་བཙུན་འཇམ་པའི་དབྱངས་ཀྱི་ཞལ་ཐང་ཅིག་གི་མདུན་ལ་ཚང་མས་མནའ་བསྐྱལ་ཡོད་རེད་མནའ་བསྐྱལ་ནས་འདིར་གྲོད་ཁོག་ནང་ལོག་ལུས་ཉེན་མི་ཁ་ཤས་ཅིག་ཡོད་རེད་བ་འདི་གས་འདི་མནའ་བསྐྱལ་ནས་ད་འདི་གས་འདི་མ་གཏོགས་རྒྱ་བོར་མོ་ཅིག་བྱེད་རྒྱུ་གནང་རྒྱུ་ཡོད་བ་ཤིང་གི་ཡོག་མ་རེད་ཕྱི་ནས་དོག་པ་ཡོད་རེད་གངས་ཀ་ལོག་དོག་པ་ཡོད་རེད་དེ་གཅིག་གི་གཅིག་ཚང་ཤུལ་བ་མ་རེད་ཁ་ཁ་ལ་ཅིག་འཇའ་བོར་མོ་ཆུ་ནང་གི་རི་དྭགས་མདོག་མདོག་ཙམ་མ་སྟེང་གི་ཡོག་མ་རེད།

གནག་དམ་ཞེས་པར་གསོལ་ནས་བྱས་ཏེ་ཞུམ་པ་མེད་པའི་སྙིང་སྟོབས་དང་བཅས་ཕྱི་ནང་གསང་གསུམ་ཐོག་ཀུན་བྲིས་ལིང་གླ་དྲངས་ནས་ཆིབས་རྟ་དང་ཆིབས་བྲན་རྣམས་ལ་དགའ་ཆས་དང་བྲོ་ཆས་རྟ་གྲུ་རང་རིགས་གང་མང་གོད་སྒྲིག་གི་ཚ་གུར་ཞིག་སུ་ཉར་མཛད་དང་ས་གཞུང་གི་ཆིབས་ཁ་ཆིབས་བྲན་རྟ་ཕོན་ཆེ་ཆེ་ཐག་གཅོད་ཡོད་རེད་ད་ག་ནང་བཞིན་སོ་སོ་ལས་རྟ་དྲེལ་དང་གཡོག་གོ་ཅི་དང་མེད་པ་གཙང་ནས་ཡོད་མ་རེད་ཚང་མ་ལོག་ཡོད་རེད་དེ་ཡིན་ནའི་རྟ་སོ་སོ་སུ་སྒེར་གྱི་གྲོས་འདྲིས་བྱས་ན་གསང་བ་ཤོག་ཡོད་བསམ་ནས་རྟ་ཀུན་བྲིས་ལིང་ད་ལྟ་སྐུ་ངོ་ལ། ཆུ་ཕག་རི་དེ་ཀུན་བདེ་གླིང་ཞི་བ་ཆེན་པོ་བརྗོད་ཡོད་རེད་ཁྱེད་རང་དེ་ཆུ་ཕག་ཆེ་བསྟོད་བྱས་ཡང་ཁོ་ཚོ་ཕར་འགྲོ་ཚུར་འགྲོ་ཞི་རགས་བྱེད་དགོས་རེད་ཁྱེད་རང་དྲོད་ཚིགས་ཚང་གི་ཕི་ཀའི་ཆེད་བཅུག་གནང་རོགས་ཕི་ཀའི་ཆེད་ནི་ཕི་ཀའི་རྟ་དང་རྟའི་ཁ་དང་ཨ་ནི་སོས་ཆས་ལ་སོགས་པ་དང་ཞི་བུག་དེ་ཡོད་མ་རེད་རྟ་གྲོ་རེད་དེ་འདྲས་བྱས་ནས་ཨ་ནི་ད་མིའི་གྲངས་ཀ་ཡང་ཧ་གོ་གོ་ཡོད་མ་རེད་གང་མང་མང་རོགས་ཀྱི་གྲ་སྒྲིག་བྱས་ནས་ཀུན་བདེ་གླིང་གི་ཕི་ཀའི་ཨང་གསར་བྱས་ནས་ཁོ་རང་ཚོའི་ཞི་བ་དེ་ཉར་ཞོར་དེ་ཚ་བུག་སེང་དེ་རེད་རང་མ་གང་གྲུ་ཁ་དྲོད་ཚིགས་ད་གས་ཀུན་བདེ་གླིང་ཞི་བ་བརྗོད་རོགས་རྟ་དེ་ཨང་གསར་བྱས་ནས་བསྡད་ཡོད་རེད་དེ་ནང་བཞིན་གྱི་རྟ་ཆུ་བཞི་གང་འགྲུག་གི་མི་དེ་ཚོ་ལས་སྔོན་ཚུད་ནས། བསམ་པ་བཏང་ནས་ཁ་ཤས་ཆུ་ཤུལ་ཆུ་ཤུལ་གྱི་ཁྲིད་དེ་ལྕགས་ཟམ་དྲུག་པོ་སོན་འདི་བཀག་སྟེ་ཁ་ཤས་དགེ་བ་དྲུག་པོ་བཀག་སྟེ་ཁ་ཤས་སྙེ་ཐང་དང་འཇང་དང་ཁ་ཤས་བསམ་ཡས་ཀྱི་ལག་དང་རྗེས་སུ་ཅན་རྟ་ཆུ་བཞི་མཁའ་འགྲོ་ཚུལ་དཔལ་ཚང་མ་རྟ་ལག་དུས་སུ་བཀག་བྱས་ནས་རྟ་རྒྱ་བ་རུམ་གྱི་ག་ནས་ཕེབས་ཀྱི་ཡིན་མིན་ཤེས་ཀྱི་ཡོག་མ་རེད་ཡིན་ནས་གྲུ་ག་དུས་སུ་རྟ་ལྕགས་ཟམ་དྲུག་པོ་གཅིག་སེང་ཁྲི་སོ་ནས་རྒྱང་ཚིགས་ནས་ཡོང་ཉིན་མོ་ཡོམ་དུས་སུ་བཀག་ཡག་དོན་ལ་རེད་ཆ་ཚང་དུས་སུ་བཀག་ནས་ཆུ་བཞི་མཁའ་འགྲོ་གྱི་དཔལ་ཨང་གསར་རུབ་ཅན་བསྡད་རྟ་འདིའི་ཁ་ཐུག་དེ།

ད་སེར་བྱེས་མཁན་པོ་དང་སྨད་མཁན་པོ་ཡིན་པོ་རེད་ཁོ་ན་གཉིས། ཕ་ཕེ་ནི་ད་འདི་ཚང་འདི་ཡིན་པོ་ཁོང་ཚོ་ཡིན་པོ། སུ་ད་བས་ཆེན་པོ་རེད་སུ་ད་བས་ཆེན་ད་བི་ཀི་ཨང་སར་ར་ཇེ་ཕོ་བ་ད་ཉི་མ་གཅིག་ཉི་མ་གཉིས་རྫིག་ལང་ཀ་ལས་བསྡད་བ་ད་ཁོང་ཚོ་ལྷས་ས་ནས་ཉི་མ་གཉིས་རྫིག་ལང་ཀ་རེད། ད་འདི་ནས་འདིར་ལྕགས་ཟམ་དང་ཉེས་གསོག་གྲུ་ཁ་གཉིས་ལ་དྲུག་ཟུང་བཙུགས་པ་འདི་ཚོ་ཆུ་བཞི་ཁ་འབྲུག་བཙུགས་བ་རེད་ཚོ་ཁག་གཅིག་བྲག་དང་བསམ་ཡས་འོན་བུ་བཅས་དང་ཚོ་ཁག་གཅིག་བྱེ་ལ་རྒྱུད་རྣམ་རྒྱལ་སྒང་དང་གསང་བདག་བཅས་སོ་དངོས་མེད་ཀྱི་རིམ་འབྱོར་ད་ཆུ་བཞི་ཁ་འབྲུག་བཙུགས་དངོས་ཚན་གཙང་ནས་སྨད་བཅས་འཇོག་བསྡད་བ་རེད་ཕོ་བ། གཉིས་དང་ནོར་བུ་སྒང་དང་ད་འདི་ཚོའི་གྲངས་ལ་རེད། རིགས་རྒྱུད་དང་གདན་ས་གྲུ་ཁ་བཅས་ལ་གསུང་སྔགས་བྱ་བ་དང། དྭང་བླངས་བསྟན་སྲུང་དམག་ཁག་གི་གནས་ཚུལ་ཞུ་བ་དང་མཛད་འཕྲིན་ཞུ་བར་ཞབས་སོར་བློ་བཟང་ཡེ་ཤེས་ཅན་གསོལ་འདེབས་ཀྱི་ནོར་བུ་ལིང་ག་འཇོག། ཟ་བྲག་ཁོ་རའི་རྐང་ལ་རེད་ད་ཁོང་ཚོས་མཛད་འཕྲིན་དེ་ཅི་ལྟར་ཞུ་བ། ཞབས་སོར་བློ་བཟང་ཡེ་ཤེས་ཟེར་གྱི་ཁོང་ལོ་ཆུང་ཆུང་བརྗོད་ཡོད་རེད་ཁོང་ནོར་བུ་ལིང་གའི་ནང་འཇོག་པ་རེད་རྒྱ་གོར་རོམ་གྱི་དར་རིས་ཕེ་ཉག་ཡིན་ད་ཕེ་གི་ཡིན་མི་ཤེས་གི་ཡོད་མ་རེད་ཁོང་ཚོས་དོ་དགོང་ད་ཕེ་ཉག་ཡིན་དེ་རིང་ཉི་མའི་དགོང་འཇོག་པ་རེད་ཁོང་ཚོས་ཉི་མ་ནས་ཨ་ནི་ཆུ་བྱི་ཁ་འགྲོ་ལོས་ཁོ་ལག་ཅག་ད་ཨ་ནི་མདེའུ་དེ་ཅི་ལྟར་འདེང་གི་མིན་འདུག་གནང་རོགས་གནང་ཟེར་ག་ད་ནོར་བུ་ལིང་ག་འཇོག་བསྡད་པ་རེད་ཁོང་ཚོ། ཟླ་འདིའི་བཅུ་བཞི་གངས་ཕྲུག་གི་ནང་ནས་ཡོང་བ་རེད། ད་བར་བསྟན་སྲུང་དམག་གི་གནས་ཚུལ་ཞུ་བ་དང་མཛད་འཕྲིན་ཞུ་བར་ཞིབ་བཟོ་བློ་བཟང་ཡེ་ཤེས་ཅན་སེང་འདབ་ཀྱི་ནོར་བུ་གླིང་ཁར་འབྱོར་ཡོད་པ་རེད། ལོངས། ཤུལ་ཚང། སྐབས་དེ་དུས་གྲ་སྒྲིག་གནང་ཡག་དེ་ལས་གོང་ལ་ཅིག་ཚང་མས་བསམ་དབང་དམ་པོའི་ཐོག་ནས་གྲ་སྒྲིག་གནང་པ་ཅིག་གསུང་གི་འདུག་དག་ནང་བཞིན་ཡང་ང་རང་ཚོ་དགའ་ལྡན་ཕོ་བྲང་གཞུང་གི་དབང་ཆ་མཚོན་ཡག་དང་རྒྱ་བོ་རུམ་ཆེན་གྱི་དབང་ཆ་མཚོན་ཡག་འདི་གས་ལས་ཀ་སྣེ་མོ་བ་ལྷན་རྒྱས་ཕེབས་པ་གཅིག་པུ་མ་ཡིན་པ་ཡང་དག་ནས་བཞིན་གྱི་རྒྱའུ་རུམ་བྱིངས་ཀྱི་སྦུག་དམ་ནམ་ཡ་ད་དེ་ཚོ་ཡིན་ནའི་ལས་ད་དགོངས་པ་དེའི་ཕུགས་རྒྱང་རིང་པོ་ཞུ་གཅིག་གི་ཞེད་ནང་ཡོད་ཟེར་བ། ཨོ་འགྲོ་བ་ལ་ད་སྐབས་དེ་དུས་ལས་ཀྱི་སྣེ་མོ་ཐོབ་པ་དེ་ཚོས་དགོངས་པ་རྒྱ་ཆེན་པོ་མང་པོ་བཞེས་གནང་འདུག་རང་འགུགས་རང་འགུགས་ཅི་ཙང་གི་ང་ཚོས་གི་ག་འདྲེ་སི་གྲོས་གནང་ག་ག་འདྲེ་བྱེད་ག་ཟེ་དེ་འདྲས་གི་གྲོས་བསྡུར་དེ་འདྲ་མི་འདུག་ཨ། ག་ས་ན་བཀའ་ཤག་གི་ངོས་ནས་ད་རྒྱ་བོད་རིན་པོ་ཆེ་མཉན་ཡོད་ལ་ཕེབས་ཡས་ཀྱི་ཐུགས་ཐག་ཆོད་པ་དེ་སྐབས་དེ་དུས་རྒྱ་བོད་རིན་པོ་ཆེ་དང་བཀའ་ཤག་དེ་ག་ནང་བཞིན་གྱི་ད་སྐུ་བཞར་དང་དེ་ཚོ་སྤྱི་ཁྱབ་དང་དེ་ཚོ་ཚང་མ་ལོ་གྲོས་བསྡུར་ལོ་ཅིག་ཐུགས་ཐག་ཆོད་འདུག་བ་ཡིན་ན་ལ་ག་འདྲེ་སི་ཕེབས་བཀའ་ཕེབས་གནང་སྟངས་དེ་ག་འདྲེ་ཡིན་པ་སི་ཉན་དེ་ད་མི་མང་པོ་སྐབས་དེ་དུས་གྲོས་བསྡུར་བྱེད་ཡས་ཀྱི་གནས་བབ་ཅིག་ཡོད་ས་མ་རེད་གྲོས་མཐུན་ལ་མ་འདུས་ལ་ག་སངས་རྒྱ་ཞེ་བོ་ཆེ་གོ་རེ་ད་འགྲོ་བཀའ་ལ་གསུང་བ་རྣམས་དག་རེད

ཁོང་རང་ལ་ནི་ཐུགས་བློ་ཁེལ་བ་དེ་ཚོ་ལ་དེ་འདྲས་ཀྱི་ཆིབས་བརྒྱུད་ནག་གི་ཆ་ཞིག་རི་བ་རེད་གསུང་བའི་དང་ཐུགས་བློ་འདི་འགའི་མེད་སྐྱོ་ཆ་ཚང་འདི་འགའི་མེད་སྐྱོ་གསུ་ར་དེ་ཚོ་ལ་ཨ་ནི་གལ་སྲིད་དེ་འདྲས་བྱུང་བ་ཡིན་ན་ཁྱེད་རང་ཐུགས་སུ་ཐུགས་ཆེ་ན་ཡག་པོ་ཡོང་གི་ར་གལ་སྲིད་ད་དེ་འདྲས་གནས་སྟངས་ལས་བལྟས་བ་ཡིན་ན་ང་ཚོ་ཕེབས་མི་སྲིད་བ་དེ་འདྲ་མ་རེད་དེ་འདྲས་བྱེད་དུས་སྒོས་སུ་ཕན་ཐོགས་སྲིད་བ་རེད་འདུག་འདུག་འདུག་ཕྱིས་གསུང་ཡས་ཀྱི

དང་ཨ་ནི། སིམ་ལའི་ཆིངས་ཡིག་གཉིས་འདུག་ཟེར་ཅིག་ད་དེ་ཚོ་རྩལ་ཁང་ཆེན་པོ་རེད་ཟེར་ཨ་ནི་ཁོང་རང་གི་ཉི་མ་གཅིག་ཚོའི་སྔོན་ལ་བུ་གུ་དེ་འདྲ་ལས་ཁར་ཟེར་ན་ད་ང་ཚོས་ཕད་ཀོག་དེ་འདྲ་བཀལ་ཅིག་དེ་ཚོའི་ནང་ལ་བླུགས་ཅིག་དྲུག་ལེན་གང་ཡིན་མདོག་མདོག་གི་རྣམ་པས་དེ་འདྲས་བྱེད་ཅིག་སྔོན་ལ་ཐོན་འགྲོ་ཡ་དང་གཙོ་ཆེ་ཤོས་དེ་དྲོད་ཉེན་ཕར་ལགས་ཀྱི་བང་རིམ་པ་མང་པོ་ཞིག་རེད་སྔ་གཞི་རིམ་པ་མང་པོ་ཞིག་བྲིས་གནང་ཅིག་སྐུ་སྲུང་དམག་མི་ཡིན་ན་རེད། གྲལ་བཤིག་དམག་མི་ཡིན་ན་རེད་ད་དེ་ཚོ་གི་སྲུང་བྱེད་བྱེད་སྟངས་རེད་དེ་ག་ནང་བཞིན་གྱིས། ཨ་ནི་མ་ཐོས་ཕྱོགས་དེ་ལ་རིམ་པ་ལུགས་གཅིག་ཡབ་གཞིས་སྐུ་འཁོར་དང་བཀའ་བློན་བཀའ་ཤག་དང་དེ་ག་ནང་བཞིན་རྒྱལ་བ་རིན་པོ་ཆེ་དང་རིམ་པ་ལུགས་མང་པོ་ཐོན་དེ་ག་ནང་བཞིན་ནོར་བུ་གླིང་གི་བསྲུང་བྱའི་ནང་ལ་འགྱུར་བ་ག་འདྲ་ཐོན་མདོར་བསྡུ་ནས་བཤད་ན་ཕ་ལ་བའི་བཀའ་བཏང་བ་བསྡད་ཤོག་བསྡད་ཤོག་བྱ་རྒྱུ་ལ་ཏག་ཏག་ཏག་སོ་དུས་ཡོང་དགོས་འི་གི་ཆེ་ཞིབ་དེ་འདྲ་ཅིག་གཏིང་ནང་དུ་བྱས་ཙང་འདི་ཚོ་ལ་བལྟས་པ་ཡིན་ན། ཧང་སངས་ཀྱིས་ཅིག་རླབས་ཆེ་པོ་གྲ་དང་སྒྲིག་ཧང་དེ་སངས་རྦད་ཀྱིས་དེ་རྒྱ་ཆེན་པོ་ཞུ་གྲ་ཅིག་སྒྲིག། ད་ལྟ་སྟོབས་ལགས་ཀྱི་སྦུག་དམ་དེའི་གསུང་གི་ལ་དྭགས་ནང་བཞིན་ཡང་ད་ལྟ་བོད་གཞུང་དགའ་ལྡན་ཕོ་བྲང་གི་དབང་ཆ་མཚོན་པའི་སྲི་ཞུ་བདེ་སྐྱིད་མ་དེ་ལྷན་རྒྱས་ལ་གནམ་ཐུབ་པ་བྱུང་བར་བ་ད་དེ་གའི་དགའ་བློ་དུས་ད་ལྟ་བར་ལ་ཤུགས་རྐྱེན་ཐེག་ཐུབ་པའི་ལུགས་རྒྱུད་ཀྱི་དཔང་པོ་ཞུ་ནའི་རྩ་ཆེན་པོ་ཞུ་ཅིག་ཆགས་བསྡད་ཡོད་བ་དེ་གའི་ཚང་མ། གྲོ་ག་ལ་ད་དེ་ཚོའི་གྲས་ཅིག་གཞུང་འདི་གི་རྒྱུན་འཛིན་དང་གཞུང་འདི་གི་ལམ་ལུགས་ཡིན་པ་མཚོན་པར་བྱེད་ཀྱི་ད་གལ་ཆེ་ཤོས་ལ་ཆགས་བསྡད་བ་དཔེ་བཤད་ན་རྒྱལ་བ་རིན་པོ་ཆེའི་བུག་གདམས་འདི་ནི་རྒྱལ་བ་རིན་པོ་ཆེན་གྱི་རྒྱལ་པོ་དེ་ར་རྒྱལ་པོ་དེ་གི་ཐམ་ག་དང་རྒྱལ་པོ་དང་རྒྱལ་པོ་ཐམ་ག་གཉིས་འཇའ་ལོ་རྒྱལ་མིའི་འོག་ལ་ཤོར་མེད་པ་འདི་གི་བུ་དེ་རྒྱལ་མིའི་འོག་ལ་སྦས་ཏེ་ས་ཆ་དང་ཤོར་རེ་རེ་ཡིན་ན་ལ་ཆབ་སྲིད་ཀྱི་དབང་བརྒྱུད་དེ་ཤོར་མེད་པ་གི་རྣམ་པ་ཤུགས་ཆེ་ཤོས་གཅིག་ཆགས་ཏེ་གི་འོར་བ་ན་གཉིས་པ་དེ་བཀའ་ཤག་གི་ཐམ་ག་དེ་ལ་ཆ་བཞག་པ་ཡིན་ན་ལ་རྩིས་གཞི་འདི་གི་མ་ཡིན་བཀའ་ཤག་དེ་བོད་གཞུང་གི་ཞི་དྲག་གི་ལས་ཀ་བྱེད་ཉེ་གཙོ་བོ་དེར་བ་བྱས་ཙང་འདིའི་ཐམ་ག་དེ་ཚུལ་གཅིག་ང་ཚོས་དེ་འདྲས་ཞུ་ཐུབ་པ་དེ་བུག་གདམས་དང་ལྷན་རྒྱས་ལ་བོད་དེ་བཀའ་བློན་ཚུར་ཕེབས་ཡོད་རེད་བཀའ་ཤག་ཐམ་ག་ཚུར་ཕེབས་ཡོད་རེད་ད་ཐམ་ག་ད་སི་ཏི་གོ་སུ་ལུང་ལས་ཀྱི་ཁྲིམས་ལུགས་ཀྱི་དབང་བསྒྱུར་ཡས་ཀྱི་མཚོན་དོན་དེར་བ་ཁྲིམས་ཀྱི་དབང་བསྒྱུར་ཐུབ་པའི་ཀྱི་དབང་ཆའི་ཀྱི་མཚོན་དོན་ར་འདི་གཉིས་ཆ་ལོ་རྒྱལ་པོ་དང་ནི་སྲིད་གཞུང་གཉིས་ཆ་ལོ་ཀྱི་ཐམ་ག་དང་རྒྱལ་པོ་དང་སྲིད་གཞུང་གཉིས་ཆ་ལོ་ཕྱོགས་ཡོ་ཕེབས་ཐུབ་པ་དང་གཉེན་ཡོ་ཕེབས་ཐུབ་པ་དེ་བོད་གཞུང་ཟིན་གཉིས་ཏེ་རྒྱ་ནག་འོག་ལ་ཆ་ཚང་ཤོར་བ་རེད་ཟེར་ན་ས་ཆ་དང་ཤོར་རེད་བསྡད་ནས་ཆབ་སྲིད་ཀྱི་དབང་ཆ་ཤོར་ཡོད་བ་མ་རོ། མ་ཤོར་བ་ཡིན་པ་སོང་ཙང་ང་ཚོ་དེ་འདྲ་བཙན་བྱོལ་བོད་མིའི་སྐྱབས་བཅོལ་གྱི་གཞུང་ཟིག་ཡོད་ན་འདྲ་བཙན་བྱོལ་བོད་མིའི་གཞུང་ཟིག་ཡོད་ན་འདྲ་དེ་འདྲས་ཀྱི་གནས་བབ་ཅིག་ལ་ང་རང་ཚོས་ཀྱི་ངོས་འཛིན་ཞུ་ཡས་དང་དེ་འདྲས་ཀྱི་གནས་བབ་ཅིག་ལ་དེ་འདྲ་ཚགས་ཚུད་པོ་ཆགས་བསྡད་འབྱོར་བ། ད་གཉིས་ནས་ང་ཚོས་ཀྱི་ད་འདིའི་གི་དཔེ་བཤད་ན་ང་ཚོའི་གཞུང་ལ་མཚོན་ན་དམངས་གཙོའི་གཞུང་གི་ཡ་ནི་སྲིད་སྐྱོང་ཇེ་བོ་རྒྱས་འདིའི་གི་དབང་ཆ་དེ་དེ་རིང་ནས་ངས་འཛིན་པའི་ད་དེ་རིང་ནས་ཁོ་དབང་ཆ་མེད་པ་ཆགས་ཡས་གི་སྲིད་སྐྱོང་ཟུར་བ་ལ་དབང་ཆ་མེད་པ་དང་སྲིད་སྐྱོང་ཡ་གསར་བ་དེ་ལ་དབང་ཆ་མཐོ་བ་ཟེར་གི་རྣམ་པ་མཚོན་ཡས་དེ་བཀའ་གདམས་ཚིག་ཞིག་འདི་གི་མ་དེ་གནང་གི་འདུག་བྱས་ཙང་འདིའི་གི་ང་ཚོས་གི་གཅིག་ནས་གཞུང་འདིའི་རྒྱུན་འཛིན་དང་གཉིས་ནས་བཀའ་གདམས་འདིའི་གི་ལུང་ལས་གི་དབང་ཆ་ཕར་ཚུར་བརྒྱུད་སྤྲོད་བྱས་པའི་གི་མཚམས་ཅིག་མཚོན་པར་བྱེད་ཀྱི་འདུག་བ། བྱས་ཙང་དེ་ང་ཚོས་གི་གལ་ཆེ་བ་ཞེ་བོ་ཅིག་ཆགས་བསྡད་ད། ད་དེ་དང་མཉམ་དུ་བོད་དེ་རང་བཙན་གི་རྒྱལ་ཁབ་ཡིན་པས་གི་ཆིངས་ཡིག་མང་པོ་ཞེ་བོ་ཅིག་བཞག་ཡོད་ད་རེད་འདིའི་ནང་ནས་ཆིངས་ཡིག་ཆ་ཚང་ཤོས་དང་ཆིངས་ཡིག་ཡག་ཤོས་ལུ་ཅིག་རང་བཙན་གི་རྒྱལ་ཁབ་ཅིག་ཡིན་པས་གི་རྣམ་པ་མཚོན་ཡ་ཡག་ཤོས་ལུ་ཅིག་སིམ་ལའི་ཆིངས་ཡིག་དེ་ཆགས་བསྡད་གི་ཡོད་རོ། བྱས་ཙང་དེ་ཡང་ཁར་སང་ཚུགས་ཅིག་གདན་འདྲེན་ཞུས་ཐུབ་ཅིག་གང་བྱས་ད། འདས་བའི་དུས་ལ་བོད་དེ་རང་བཙན་ཡིན་པའི་དཔང་རྟགས་ཨ་ནི་རང་བཙན་རྒྱལ་ཁབ་འདི་གི་རྒྱལ་པོ་དང་སྲིད་གཞུང་གི་ལས་ཀྱི་སྣེ་མ་གཏོགས་པ་མཚམས་ཆད་ཚུལ་ཅིག་ཕེབས་ཐུབ་པ་མ་ཚད་འདི་གི་ཨ་ནི་ལུང་ལས་ཀྱི་དབང་བསྒྱུར་བྱེད་ཀྱི་དབང་བསྒྱུར་ཡོད་པ་དང་དབང་བསྒྱུར་དབང་བསྒྱུར་བས་བསྒྱུར་བར་བྱེད་ཀྱི་ཐམ་ག་དུ་ཚང་མ་ཚུལ་དེ་འདྲས་ཞུ་ཐུབ་པ་འདི་གི་ཡང་ང་ཚོའི་སྡུག་ས་ནས་རྒྱལ་ཁབ་བོད་དེ་ཕ་ས་ཆ་དེ་ཤོ་རེ་དེ་ཡིན་ན་ལ་ཡབ་སྲས་ནས་བསམ་བློ་བཏང་བ་ན་དེ་ཚོ་ཚང་མ་ང་ཚོ་དེ་འདྲ་དེ་ཅིག་ཧྲ་ཏག་ཏག་ལ་བརྗོད་པ་དང་ཨ་ནི་ཁོ་རྒྱུད་འཛིན་ལུས་ཀྱི་མ་རྣམ་པ་ཚོས་མཚོན་པར་འགྲོ་གི་ཡོད་པ་སོང་ཙང་འདི་ཚོས་ཀྱི་ཡང་དམིགས་བསལ་གྱི་ང་ཚོའི་གར་ས་ཆ་དང་ཤོ་རེད་དེ་ཡིན་ནང་ལ་ང་ཚོས་བྱེད་ཐུབ་པའི་ལས་ཀ་ཚང་མ་བྱས་འདུག་བསམ་བསམ་ཚོར་གི་འདུག་ཨ་ལའོ། ལོང། ཞུ་ཙང་ད་དེ་ནས་རྒྱ་བོ་རུམ་ཅིང་ད་ནོར་གླིང་ཕོ་བྲང་ནས་འཕེལ་ཡག་གི་དགོངས་པའི་ཐོག་ནས་ཨ་ནི་གསང་བ་དམ་པོའི་ཐོག་ནས་གྲ་སྒྲིག་འདུག་སུ་གནང་ཡོད་ར་ལ་ད་ཡིན་ནའི་ལས་དེ་ནི་ཉིན་ཤས་གོང་ནས་ཁོ་ནར་ཚོད་ཅིག་གི་སྐོར་གཡེང་གནང་ཡ་ད་དེ་གས་ད་སྟོབས་ལགས་ཀས་གོང་ལ་སོང་སུ་ད་གྲ་སྒྲིག་ཞུ་ཅིག་གནང་ཡོད་རེད་ཡིན་ནའི་ལས་སྐབས་དེ་དུས་དོགས་གཞི་སྐྱེ་ཡག་གི་ཕྱག་བྲིས་བཅས་འབྱོར་གནང་ཡོད་ཟེར་བ་ད་དེ་དང་འབྲེལ་ཡོད་ཀྱི་ཐོག་ནས་ཡང་སྐུ་ངོ་ཞེས་སྐབས་དགོངས་འཇུག་དེ་ལྡན་ཆོག་ནས་ངོ་སྤྲོད་འདུག་ཅིག་གནང་བྱ། ད་ཉི་མ་ཁ་ཤས་ཅིག་བསྙད་ནས་རེད་ནོར་བུ་གླིང་ཁའི་ནང་གི་ཞུ་སྙན་གྱི

ད་དཀོན་ཡང་རྒྱ་ཉན་ཡི་བསྡད་ཡོད་པས་སེ་ཁོང་ཚོ་གང་གི་དཀོན་ཡང་རྒྱ་ཉན་ཡི་ནོར་བུ་གླིང་གི་ཕྱི་ལ་ཐོན་ཕྱིན་པ་ཨ་ནི་ཁོང་ཚོས་རྣ་བར་གཏོང་གི་ཡོད་མ་རེད་ཆ་ཚང་འདི་ཐབས་ཤེས་ཞིབ་ཅིག་གནང་ཐུབ་ཡོད་རེད་འདི་བརྙན་ནས་གྲ་སྒྲིག་ཞིབ་ཅིག་གནང་ཐུབ་པར་ཁོང་ཚོས་ཐད་ཚོར་ཅི། ད་ཐེ་བའི་དངོས་ཤུགས་ཀྱི་དུག་རེད་ད་ཚེ་བ་རྒྱལ་གྱི་ཉིན་གང་དེ་ཚེ་བ་རྒྱལ་གྱི་སྔ་དྲོ་སྐྱང་ཐང་གངས་རྒྱལ་མི་རླངས་འཁོར་བབས་ཚུགས་ནས་དམག་སྒར་གྱི་མེ་སྒྱོགས་གཉིས་བརྒྱབ་པ་དེའི་ནོར་གླིང་ཕོ་བྲང་གི་བྱང་ཁུལ་ཉེ་འགྲམ་ཐིག་ཆུ་ཞིག་གི་ནང་བབས་པས་དེ་ནི་རྒྱ་མིས་ཕོ་བྲང་ལ་ཁ་གཏད་དེ་དྲག་གནོན་བྱེད་རྒྱུ་སྟ་གོན་ཡིན་པ་ཡིད་ཆེས་བྱས་ས། ད་ལྟའི་ཉིན་གང་དུ་ཆུ་ཚོད་ཞོགས་པའི་ཆུ་ཚོད་བརྒྱད་པའི་སྒང་ལ་རྒྱ་མིས་དམག་ཁ་བྱོས་བ་རེད་སྐྱ་འདར་ནང་ཁ་ནས་འདི་ནས་ཚོས་མེ་སྒྱོགས་ཀྱི་ཚོད་ལྟ་བྱས་པ་འདྲ་འདུག་ག་ད་ཁོང་ཚོས་ཚོད་དཔག་བྱ་བཞིན་པ་འདྲ་འདུག་དེ་འདྲས་ཅིག་མེ་སྒྱོགས་གཉིས་ཤིག་བརྒྱབ་ཡོང་བ་རེད་མེ་སྒྱོགས་གཉིས་པོ་དེ་འདི་ནོར་བུ་གླིང་ཁའི་ཕོ་བྲང་དཔལ་རང་མ་ལེགས་ཚེ་བརྟན་ཆུའི་ནང་ལ་འཕོས་བ་རེད་གཉིས་ཆ་བཞག་ཡོད་མང་རེད་ད་འདི་ཁོང་ཚོས་ཚོད་ལྟ་རེད་ཟེར་གི་བ་རེད་ད་བོད་པའི་དོགས་པ་འདི་བྱེད་གི་བ་རེད། དེས་མ་ཚད་ས་བཀའ་བློན་ང་བོད་ནས་གོང་ས་ཆེན་པོར་ཞུ་ཡིག་ཅིག་ཡོད་པ་དེ་དང་ཆབས་ཅིག་རྒྱ་དཔོན་ཐན་ཀོ་སན་ནས་གོང་ས་ཆེན་པོར་ཕྱག་བྲིས་ཅིག་ཕུལ་ཡོད་རེད་ད་ལྟ་འདིའི་ཉིན་གང་འདིར་ད་ལྟ་ཚེས་པ་བརྒྱད་ཀྱི་ཉིན་གང་འདི་ང་བོན་གྱི་སྐུ་མདུན་ལ་སྙན་ཞུ་ཅིག་ཕུལ་ཡོད་རེད་འདིའི་གང་ལ་ཐན་ཀོ་སན་གྱིས་སྙན་ཞུ་ཅིག་ཕུལ་ཡོད་རེད་སྙན་ཞུ་འདིའི་ནང་ལ་འདི་གཟིགས་ཡོད་རེད་ད་གོང་ས་ཆེན་པོས་ཕྱག་བྲིས་ཕུལ་བའི་ནང་ལ་ལོག་སྤྱོད་མི་མང་རྣམས་མཐར་སྤྲོད་བྱེད་རྒྱུ་ཉེས་པས་ས་གོང་ས་ཆེན་པོ་ཕོ་བྲང་གི་ལྕགས་རི་སེར་པོའི་ནང་གང་འདྲ་ཞིག་ལ་བཞུགས་སྒོ་ཡོད་ནས་ས་ཁྲ

ཚད་ནི་བཞི་བོ་ཅུ་ཐུབ་པོ་ཡོད་ན་ནི་ཕལ་ཆེར་མེད་འགྲོ། གང་ལྟར་རྒྱ་མིས་དྲག་གནོན་བྱེད་རྒྱུ་གཏན་འཁེལ་སོང་ཟེར་ཉེན་དེ་འོ་ད་ང་ཚོས་འདི་ནས་བཀའ་མོལ་གནང་གི་ཡོད་རེད། རྒྱ་མིས་ང་ཚོ་དྲག་གནོན་བྱེད་རྒྱུ་གཏན་འཁེལ་ཙང་རྒྱ་གར་རུམ་གྱི་ཕེ་ཁོ་བྱུང་ཟིན་ང་ཚོས་རྒྱ་མི་ལ་སྙོན་འཛུགས་གནང་ཡ་དེ་ཡི་གེ་འདི་རེད་ཡི་གེ་འདི་ནང་ལ་འདི་ཟེར་གི་ཡོད་རེད་རྒྱ་གར་རུམ་གྱི་གོ་བ་ཞུ་གི་ཡོད་ཚབ་སྒྲ་བསྐྱོན་རོགས་གནང་ང་ཚོ་བོད་མི་མང་ལྟ་ལོག་སྤྱོད་པ་འདི་ག་དེ་ཐག་གཅོད་གཏང་གི་ཡིན། འོ་ད་དེ་ཡི་གེ་ཅི་འདྲ་ཞིག་འཇོག་པ་རེད་འདི་ཉིན་གང་དུས་ད་ཕེབས་པའི་ཉིན་གང་དུས་རེད། འདི་ན་དུས་ཚོད་བར་རྒྱ་བོར་མོ་ཅིག་བོད་ཐད་པར་འདྲ་ཡིན་ན་ནི་མཐའ་ཡག་ཙང་ཡོད་མ་རེད་ཕྱོགས་གང་གང་ཚོད་བཀག་ཡོད་ཞེ་སྣང་རྗེས་བླངས་ཤག་རེད་ཡི་གེ་འདི་ན་འདི་ཡིན་ནའི་ང་ཚོས་ཤེས་གི་ཡོད་རེད་ས་ཆ་ག་ནས་ག་ནས་ཕེབས་ཡག་ཡིན་པ་དེ་ད་གཙང་མ་ཡིན་པ་ཅིག་གང་ག་ཚོད་ཚར་ཡོད་རེད་མ་གཏོགས་ཀྱི་རྒྱ་མི་ཡང་ཞེ་སྣང་རེད་དེ་ཀུན་ནས། ཡི་གེ་འཇོག་པ་སོགས་སྔ་ཕྱི་མ་གཏོགས་དྲག་གནོན་བྱེད་རྒྱུ་ཡིན་པ་གཏན་གསལ་པོ་མཁྱེན་ཞིག་གལ་ཏེ་གོང་ས་མཆོག་ཕྱོགས་ཡུལ་ལ་ཕེབས་ཐུབ་དབང་ལ་གཞིགས་ཀྱང་རྒྱ་བོར་རིན་པོ་ཆེར་བརྩེ་སེམས་ཀྱིས་འཁོར་བའི་མི་མང་དེ་ཙམ་ཞིག་སོགས་མཐའ་བསྡོམས་གནང་དགོས་པ་ཞིག་རེད། དེ་ནི་ཁོ་ཚོ་ནོར་ལེན་རང་ནས་རང་རང་སོ་སོའི་འདོད་ཡུལ་ལ་འགྲོ་རྒྱུ་ཙམ་ལས་གཞན་རེ་བ་མེད། གནས་ཚུལ་དེ་དག་མི་མང་ལ་ཞི་འཇམ་ཐོག་ཇི་ཙམ་གསུངས་ཀྱང། རྒྱལ་བའི་སྐུ་གསུང་ཞུས་ཏེ་ཕྱི་ཡང་ཤི་གུ་ཆོད་པ་ཡི་ཡིན་ཆོས་པས་དེ་ལ་སྡུག་བསྔལ་དང་ཞེ་སྣང་སྤུ་ཙམ་མེད་རིང་གཅིག་གྱུར་བྱས་ཤིག་རྒྱལ་དབང་མཆོག་ཕྱོགས་ཡུལ་ཙམ་ལ་ཕེབས་རྒྱུ་ཡིན་ཚུལ་གསུང་ཐབས་རྩ་བ་ནས་མེད་པ་རེད། ལོངས་སྐབས་དེ་དུས་ནི་ང་བོད་ནས་འཆད་ཁྲིད་ཅིག་གནང་ཡོད་པ་གསུང་གི་འདུག་འཆད་ཁྲིད་དེ་ད་ལྟ་ཕ་གཅིག་གི་ལོ་རྒྱུས་ཀྱི་གནས་སྟངས་ཐོག་ནས་གཟི་བདུད་ཀ་ནས་སྟོབས་ལགས་ཀྱི་ངོས་འཛིན་ག་འདྲ་རེད་ཅིག་གནང་གི་ཡོད་ན་གསུང་ཡ་བྱས་ན་ཡང་ང་བོད་ཀྱི་གསང་བདག་རྣམ་པ་གཅིག་ལས་ངོས་འཛིན་གནང་མཁན་གཅིག་གི་ཡོང་གི་དང། ད་དེ་དྲོ་ག་ལ་ང་བོད་ཀྱི་གནང་སྟངས་དེ་བཤད་ཐུབ་ཡ་མེད་སྐྱོ་ལུས་ཟེར་རེད་དེ་འདྲ་ཡང་རྒྱུ་མཚན་ག་རེ་རེད་ཟེར་ན་ཕྱོགས་གཅིག་ནས་ནི་གསང་བརྡ་གནང་གི་ཡོད་པ་སུ་འདྲ་ཞིག་འདུག་ཨ་ཕོ་བྲང་ག་བ་ཞུས་དང་དེ་ལ་ས་སྟེགས་བྲིས་དགོས་ཡས་ཀྱི་སྐོར་དུ། ཕྱོགས་གཅིག་ནས་ནི་ཡང་ཆོས་ཐོག་ཕེབས་ཡས་ཀྱི་འཆར་གཞི་དག་ཡོད་ཀྱི་མ་རེད་ཁ་ཆེ་ནི་ཕེབས་བ་ཡིན་ནའང་མཉན་ཡོད་ཕེབས་ཡོད་ནའང་ཕེབས་ཐུབ་ཀྱི་མ་རེད་ཟེར་ཅིག་ཅིག་ཡང་ཕྱག་བྲིས་ལ་འདི་འདྲ་ཞིག་དང་སླད་དུ་ཨ། བྱས་ཙང་དེ་ཕྱི་དུས་སྐབས་སུ་ཆོས་ཐོག་ལས་མ་འབེབས་པ་ཡིན་པ་ཡིན་ན་ཅིག་ཕེབས་ཏེ་ང་བོད་ཀྱི་བཀའ་མོལ་དེ་ལ་བལྟས་ཅི། ང་ཚོ་དོགས་པ་མང་པོ་ཞིག་སྐྱེས་རེད་བ། ཅི་ཡང་དོགས་པ་མ་སྐྱེས་བས་ཀྱི་ཅིག་གནས་ཚུལ་ཡོང་ཕྱིར་བར་བ། ང་བོད་ཀྱི་བཀའ་མོལ་དེ་ལ་བརྟེན་ཅི།

ད་ཉིན་མོ་གཅིག་ཞི་འགྲིག་ཡོང་ཨ་དང་གཅིག་ཕ་རིའི་པང་རྒྱལ་རེད་ད་སུ་སྐུ་གཞས་ལའང་ཉན་ཀ་འདུག་ཨ་ཟེར་གི་ཞེ་སྣང་སྐྱེ་ཤིས་ཀི་གནད་དོན་འདི་ཟུ་ལ་ཆགས་བསྡད་འདུག་ཨ། བྱས་ཙང་འདི་བྱེད་དུས་སྐབས་སུ་ད་ང་བོད་ཀྱི་གསུང་དྲིས་དེ་འདི་རེད་ཟེར་བཤད་དུས་བཤད་ལ་ཀ་ལས་ཁག་པོ་ཞོག་འདུག་ཨ་ཕྱོགས་གཉིས་ཅག་ལ་བསམ་བློ་བཏང་ཡོད་ས་ཅིག་ཆགས་ཤ་ལངས་ལ། ལོའོ། ད་བྱས་ཙང་གནས་སྟངས་འདི་འད་ཅིག་གི་འོག་ནས་ཨ་ནི་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ཟླ་བ་གསུམ་པའི་ཚེས་བཅུ་བདུན་གི་ཉིན་མོ་དེ་རྒྱའོ་རུམ་ཆིང་ད་ནོར་གླིང་ཕོ་བྲང་ནས་ཨ་ནི་གཞས་འཕྲེལ་གནང་དགོས། བྱུང་ཡོད་རེད་ལ་ད་སྐབས་དེ་དུས་ཨ་ནེ་ཞེས་གྲས་རྣམ་པའི་རྣམ་པ་དང་འདི་གས་ཀྱི་ཐོག་ལ་ཡང་ལུགས་རྒྱུད་སྨྲ་བ་སྐུ་ངོས་ཞེ་དགའ་བུ་མཇུག་དེ་བདེན་ཆོག་ནས་འདུག་ངོ་སྤྲོད་ཞིག་གནང་ཞེ། ས་གླང་ཟླ་བ་གཉིས་པའི་ཚེས་པ་བརྒྱད་དབྱིན་ཇིའི་སྤྱི་ཟླ་གསུམ་པའི་སྟག་རིས་བཅུ་བདུན་རེད། དེའི་དགོང་དྲོའི་ཆུ་ཚོད་བདུན་པ་ཙམ་ལ་ལྷ་ཐང་གྲས་ཤེས་ཟླ་དཔོན་བཀྲས་ཤེས་དཔལ་ར་བ་རྡོ་རྗེས་འགྲོ་འདུན་ནས་དམག་མི་དྲག་ཕྲུག་དྲུག་ཅུ་ཐམ་པ་ཁྲིད་དེ་ར་མ་སྒང་གྲུ་ག་སྲུང་བར་མངོན་འདོད་བྱས་པ་རེད། ཁོང་ནོར་བུ་གླིང་གི་ནང་ནས་ཐོན་ཡོད་མ་རེད། རྩེ་ཕོ་བྲང་སྲུང་བྱེད་ངང་ནས་དམག་མི་དྲུག་ཅུ་ཐམ་པ་དྲག་ཕྲུག་གིས་བདམས་ནས་ཨ་ནེ་ཀྲེ་ཤི་བྷེ་རག་གིས་གྲུ་གུ་ཀྲུང་དགའ་ཆེན་པོ་རྒྱ་གར་རིམ་བྱོན་མ་ཧ་བྷེའི་གོང་དེ་སྙན་བརྩི་དེ་ཐོན་ཆེན་པོ་རེད་སྟབས་འདི་རྒྱ་མི་ཤེས་ཡ་ཡོག་མ་རེད་ཙེ་ཕོ་བྲང་ནང་ནས་ཐོན་པ་རེད་ནོ་བྷེལ་དགེ་ནང་ནས་མི་ཤིང་གི་ཡོག་མ་ཁོ་ཐོན་པ་ཡིན་པ་དང་པོ་ནས་ད་རེ་སུ་གང་གི་གྲ་སྒྲིག་གྲ་རེད་བྱ་རྒྱ་དཀར་པོའི་རི་དེ་ལ་རྒྱ་མི་ལས་ཡོད་མེད་ད་རིག་ད་ག་འགྲོ་གོ་རེད་བྱ་རྒྱ་དཀར་པོའི་རི་ཟེར་ཡ་འདི་གྲུ་གུ་འདི་ཕུ་ཟ་ག་རེད། ད་འདི་ནས་ཆུ་ཚོད་དགུ་པར་ས་ཨུ་ཡོབ་ས་མགོ་འགྲམ་དུ་གླང་གོག་རལ་ཏོག་ཅན་ཞིག་བསྒུགས་བསྡད་ཡོད་པ་ཟད་འདིའི་སྐབས་ལ་ཐབས་ཤེས་ཇི་འདྲ་གནང་གི་ཡོག་རེད། དབུ་ཡི་འོག་འདི་འདི་འདྲེ་ནོར་བུ་གླིང་གའི་ནང་དུ་བ་ཁྲག་འདི་འདྲེ། རས་ཡི་ཐོག་ཆེར་འདི་འདྲེ་འོ་འདི་འདྲེ་ཁ་ཤས་ཀྱི་ཉག་ཤོས་བ་རེད་ཁ་ཤས་ཉག་ནི་དགོངས་དག་འབྲུག་བ་རེད། ནོར་བུ་གླིང་ག་ནས་ཐོན་ནི་རྩིས་ནས་རྡེའུ་གླིང་ག་འགྲོ་ཉག་ཡིན་ཟེར་ཐོན་འགྲོ་བ་ལྟར་ཉི་མ་སྤྱི་ཡི་གཉལ་འདི་འདྲེ་བྱས་ཡོད་རེད་ཁྱེད་ཚང་སྐུ་མདུན་ཕེབས་བྱུང་ན་ཐ་འདི་ནག་ལ་ཕེབས་དགོས་དགོས་བ་རེད་ཁྱེད་ཚང་ཉི་མ་སྤྱི་ནི་དགོངས་དག་ཚོ་ནང་དགོངས་ནོར་བུ་གླིང་ག་ནས་རྩིས་ལ་ཡ་ཐ་འདྲེ་མོ་གྲོགས་ལང་ག་ཤར་སྡོད་ཡོད་རེད་ཁྱད་མཚར་མཚན་ལ། ཨོ་ཆེས་མ་ལན་བཏང་ནས་ཡིན་ན་མ་ཕོ་བྲང་ལ་རྒྱུགས་ལེན་ཡང་འགྲོ་གི་ཡོད་ཟེར་ཨ་ནི་དངོས་གནས་འགྲོ་གི་ཡོད་ཁོང་ཚོ་ཕྱིན་ཡིན་ནའི་རྒྱུགས་ལུགས་ཡང། ཁོང་ཚོ་ཡིན་ན་མ་འཇུག་རོལ་ཡོད་པ་དག་ནམ་ཡང་ད་ཁོང་ཚོ་འཇུག་རོལ་བར་གོ་ཆེ་ཟེར་ན་ཁོང་ཚོ་འཇོག་ཅེས་ད་འདི་འདྲས་ཉི་མ་གཅིག་ཉིག་སྟ་གོན་བྱས་པ་རེད་ཨ Rehearsal ནས་ཟེར་གི་འདུག་ད་ཁོང་ཚོ་འདི་བྱེད་ཀྱི་བསྡད་པ་རེད། ད་འདི་ནས་ཆུ་ཚོད་དགུ་པ་ཙམ་ལ་དབུ་གཡོག་གསང་སྒོའི་འགྲམ་དུ་དོར་རླངས་འཁོར་རེ་དོགས་ཅན་ཞིག་སྒུག་བསྡད་ཡོད་པ་ནང་རྒྱ་གཞུང་ཆེན་མོ་ཡབ་གཞིས་སྐུ་འཁོར་དང་སུད་སིམ་ཆོས་གསུམ་བཅས་ཕེབས་ཏེ་བདེ་སྐྱིད་གླིང་ཁའི་ཉེ་འགྲམ་རླངས་འཁོར་ལས་བཤོལ་ཏེ། ཤ་རྒྱགས་ར་མ་གང་ལ་ཕེབས་པ་རེད་ས། ཡིན་ནམ་ཨང་བཀའ་བསྟན་འདུས་སྡེ་སྲིད་འོག་རེ་ལྟ་ཐུབ། རྒྱལ་ཡུམ་ཆེན་མོ་ཇི་ལྟར་ཆོས་ཚུལ་དགུ་པ་འདི་ནང་འཛུལ་ན། མོ་གྲོགས་འདི་ནང་འཛུལ་ན། ཨ་ནི་ཡིན་ནམ་ཨང་དགའ་ནས་བཀའ་བསྟན་ནི་ཟེར་འགོ་བྱེད། ང་ཚོས་ལྡེའུ་ལེ་ཉེ་འགྲོ་གི་ཡོད་ཅེས་ནས་རྩེ་ཕོ་བྲང་ལ་ལྡེའུ་ལེ་ཉེ་འགྲོ་གི་ཡོད་ཅེས་ལྟར་རླངས་འཁོར་དེ་ཕྱིན་པ། ཐོན་པ་ལྟ་ག་སྒོ་བརྒྱབ་གི་བར་སྒོ་བརྒྱབ་ནས་རླངས་འཁོར་དེ་དེ་ན་ཡར་ཕྱིན། རྒྱལ་སྤྱིའི་གླིང་གའི་ཁ་ཐུག་སླེབས་ལྟ་ག་རྒྱལ་ཡུམ་ཆེན་མོ་ཅི་ལྟར་བབས་ནས། འདི་ན་བ་ར་མ་གང་ལ་ཕར་ཐད། རླངས་འཁོར་དེ་ཕྱིན་བྱ་རྩེ་རུ་བཅད་མཐོ་བོ་ལོག་གི་མ་རེད། ཡོད་བསྡད་དེ་བར་སྟག་ཚུགས་ལོག་གི་ཡོག་མ་ཁོང་ཚོ་ཨོ་ད་འདི་འདྲས་སེ་ཐབས་ཤེས་གནང་ཤོག་གི་རེད། ད་དེ་ནས་ངང་འཛོམས་ནས་ས་ཆུ་ཚོད་ཕལ་ཆེར་དགུ་སྟེ་ཕྱེད་ཀ་ཟིན་མེད་འགྲོ། འདི་འདྲས་ཀྱིས་ནས་ཨ་ནི་གོང་ས་སྐྱབས་མགོན་ཆེན་པོ་མགོན་པོ་ཁང་དུ་ཁྲིད་འཇིམ་དང་བརྙས་བཤད་འབུལ་གནང་མཛད་དེ་ས་མགོན་པོ་ཁང་ལ་བརྙས་བཤད་ཕུལ་ཁ་ཕེབས་རེད་བརྒྱ་བ་རུང་ཆེ། གཟིམ་ཆུང་དུ་ཆིབས་པས་ནས་ནང་ས་སྐྱ་ཆད་ཚང་མདོག་དང། ས་སྐྱ་བ་རུང་ཆེ་ནམ་ས་སྐྱ་ཆད་ཚང་མདོག་ཅིག་ཤི་ཡོག་རེད་དབུ་ཤའི་ཨུམ་སུ་ལུག་གི་ཏོ་ཟོས་ཤ་བ་ཡུང་པོ་འདུག་ག་བ་འདིའི་གྲང་ས་མདོག་ཅིག་དབུ་ཤའི་འདི་འདྲས་ཅིག་ཤེས་ཆད་ད་ནམ་ས་སྐྱ་ཆད་ནང་རེད་བརྒྱ་བ་རུང་ཆེ། སོགས་ཆོས་གཞིས་ཀྱི་ཆུ་ཚོད་བཅུ་པའི་ཐོག་སྐུ་བཅར་སྤྱི་ཁན་དགའ་བྲང་བློ་བཟང་རིག་འཛིན་དང་མཁན་སྤྲུལ་ཆེ་བ་ཕ་ལྷ་ཐུབ་བསྟན་འོད་ལྡན་སྐུ་གསུང་བདག་དཔོན་སྟག་ལྷ་ཕུན་ཚོགས་བཀྲ་ཤིས་བཅས་དཀྲུས་རྗེས་སྤྲད་དེ་ས་ཐོས་སྐུ་བཞུགས་ཡོད་པ། ཁོང་ཚོ་ཉིད་སྔོན་མ་ནས་ཕོ་བྲང་ལྕགས་རི་ཕྱི་ནང་དང་གཟིམ་སྒོ་ཡས་མས་སུ་སྲུང་བྱ་བ་གཟིགས་སྐོར་ཕེབས་པ་ལྟར་དངོས་འབེབས་ཀྱི་རྗེས་སུ་གོང་ས་མཆོག་སྐུ་དྲག་ཏུ་མེ་མདའ་རིགས་མདའ་ཞིག་བསྣམས་ཏེ་དམག་འཐུས་གཞན་གཉིས་མཉམ་དུ་ཞབས་སྦྱིན་གྱི་ཟོལ་དུ་ལྷོ་སྒོ་བརྒྱུད་ཤར་རྒྱག་གྲུ་ཁའི་ཕྱོགས་ལ་ཕེབས་པ་རེད། ད་རིན་པོ་ཆེ་ཞབས་ཀྱིས་ཁྱེར་ནས་ཕེབས་པར་ཁོ་ཚོས་ཞབས་ཀྱིས་གསོལ་བ་བྱས་ནས་སྐུ་རྒྱབ་སྟེ་མེ་མདའ་གཅིག་བསྣམས། ཨ་ནི་དགོང་གྲགས་དེ་མ་ཕེབས་པའི་སྒང་ལས་པས་ཞབས་ཀྱིས་གཅིག་ཡིན་པོ་ཆང་རྩ་གཅིག་དང་བསྣམས། ཁྱེད་ལྟ་ཁོ་ཚོས་ནམ་རྒྱུན་ཆ་རྐྱེན་ཡིན་པ་ནང་བཞིན་གྱིས་འདུག་གོ། ཨོ་ཏེ་རྒྱ་བོ་རོམ་གྱིས་རྒྱ་ནང་གི་ནགས་ལས་ནང་བཞག། ང་ཚོས་ཚལ་དུ་འདུག་དགོང་ཁོ་ཚོ་ནས་བཞུགས་དུས་འདི་འདྲས་གསུང་གི་འདུག་ཁྱེད་ཨ་ནི་འདི་ནས་ལྷོ་སྒྱུ་འདོན་ཆུ་ནང་ནི་ཨ་ནི་བི་ཀའི་གླིང་གའི་སེང་ལ་ཆིག་པ་གཅིག་ཉར་བསྡད་ཡོང་དང།

ཟླ་བརྒྱད་ལོ་ནས་རྒྱ་མི་རབས་འདྲེ་ཡོང་གི་མེད་འགྲོ་བསམ་ནས་ར་ཤ་རྡེལ་བའི་དབུ་མ་མི་བརྒྱ་དང་མ་ཁྲི་ནི་ཆུ་ཚོད་བཅུ་གཅིག་པའི་ཚུན་ལ་གང་ག་ཐོན་ཚར་རེད། ད་ར་ཤ་རྡེལ་བའི་ཆུ་ཚོད་བཅུ་གཉིས་པ་དང་དབུ་མ་མི་བརྒྱ་དང་མ་ཁྲི་ནི་ཕེབས་རྗེས་ལ་ཐོན་ཡོང་དགོས། ད་ཁོང་ཚོ་ཁོང་ཚོ་ངན་འདི་ངན་འདི་ཅན་འབྲུག་བར་བསྙལ་འགྲོ་ཉན་གྱི་རེད། བཀྲ་ཤིས་བེ་ར་ལགས་དབུ་མ་མི་དྲུག་ཅུ་དང་མ་ཁྲི་ནི་བསྙལ་འགྲོ་གི་ཡོད་རེད་ཀྱིས་དེ་ཁོ་ནང་དུ་ཡོད་རེད་རྒྱབ་ལོགས་དེ་ཡང་ར་ཤ་ཆེ་ན་འབངས་འབྲུག་བར་བཞི་བཅུ་ཐོག་ནང་ཡིན་པ་འདྲ། ཤར་རྒྱ་གྲུ་ག་ཅོག་ཕེབས་པ་ཕར་ཙམ་གླིང་སེང་ན་རྒྱ་དཔོན་སྐལ་བཟང་འགྲིམ་དུས་ཆིག་པ་ཨང་གསར་གྱི་ཡོད་པ་ཆིབས་ཀྱིས་གྲུ་གར་ཆིབས་སྒྱུར་སྐབས།

མི་དེ་མིའི་ཁར་གཟིགས་འདུག་དཀར་ནག་གཟིགས་སོང་ཁྱེད་རང་བསྟན་པ་དག་གིས་གཟིགས་འདུག་ད་བསྟན་པའི་ཡག་པོ་ཞེ་དྲག་བྱུང་ཟེར་ནས་དཀར་ནག་མཇལ་དྲག་བྱས་ནང་སོང་ཟེར་ནས་སྔོན་ཆད་མོ་ང་དེ་འདྲས་གསུང་གི་འདུག་ཁྱེད་རང་སྐབས་རེ་བ་ག་ཚོད་རེ་བསྟན་འབྲེལ་རེ་བ་ཡག་པོ་དེ་འདྲས་བྱུང་བ་ཡིན་མོད། ཀུན་དགའ་ལྷ་གླིང་བླ་བྲང་གི་ཁྱི་གོ་དེ་འདྲ་མང་པོ་ཞིག་གྲ་སྒྲིག་བྱས་པར་ལྟ་དེ་ཧབ་ཚ་རྒྱབ་ནས་བྱོན་པར་ལྟ། གར་འདེབས་བརྒྱུད་དེ་ཐོན་ནང་ལ་ཆུ་ཚོད་བཅུ་བར་སྐུའི་ཡོངས་འཛིན་རྣམ་གཉིས་དང་བཀའ་བློན་ཟུར་ཁང་བཀའ་ཟབ་གནས་ཤར་ཤེས་འདྲ་བ་བཅས་ཞབས་གྲས་རེ་བཅས་སྐུ་ཡབ་གསང་སྐུའི་འགྲམ་སླར་ཡང་བླ་འགོ། དགུག་བཟླས་པའི་ནང་ཕེབས་ཏེ་དགེ་བཤེས་སྐུ་ངོ་རྣམས་ཕེབས་པ་ལྟར་བྱས་ཏེ་གྲུ་ཁར་ཕེབས་ས། ལུང་སྟོབས་ལགས་ཨ་ནི་སྐབས་དེ་དུས་ཀྱི་ད་ལུག་རྒྱུད་ཀྱི་གནས་ཚུལ་དེ་གས་ཡིན་པས་ན་སྐབས་དེ་དུས་ཀྱི་ལུག་རྒྱུད་ཀྱི་དཔང་པོ་ད་མི་སྣ་མང་པོ་ཅིག་གི་བཙན་བྱོལ་ནང་ལོར་ཕེབས་ཐུབ་པ་བྱུང་པ་རེད་ལ་ཁོ་ན་ཚོའི་འགྲེལ་བརྗོད་གནང་པ་དང་ད་དེ་འདའི་ཡང་གནས་ཚུལ་མང་པོ་ཅིག་ཡོད་རེད་ཡིན་ནའི་ད་ལྟ་སྟོབས་ལགས་ཀྱི་ལུག་རྒྱུད་ཀྱི་གནས་ཚུལ་ལ་ཕ་ཉམས་ཤིག་གནང་པའི་བརྒྱུད་རིམ་ནང་ལོར་ལ་རྒྱ་ནག་གཞུང་གིས་ཡང་དེའི་འགྲེལ་བརྗོད་ར་ག་འདའི་བྱེད་ཀྱི་ཡོད་ན་སྐབས་དེ་དུས་ཟླ་གསུམ་པའི་ཚེས་བཅུ་བདུན་གྱི་ཉིན་གར་གྱི་འོག་རིམ་བྱིན་ནོར་གླིང་ཕོ་བྲང་ནས་ཉེན་ཡོལ་ལ་ཕེབས་པའི་གནས་སྟངས་དེའི་ཐོག་ལ། སངས་རྒྱས་དམ་པ་ཞུ་བཅས་རྒྱ་ནག་གཞུང་ཕྱོགས་ཀྱིས་དངོས་གནས་བྱས་པ་ཡིན་ན་དེའི་གནས་ཚུལ་དེ་གས་ཅིག་ཤེས་རྟོགས་བྱུང་ཡོད་མ་རོ། རེད་འགྲོ་ག་ལ་ད་རྒྱ་མིའི་སྐབས་དེ་དུས་ཤེས་ཡོད་མ་ར་ད་ང་ཚོའི་མཐོ་རིམ་གྱི་ད་ལས་ནི་མང་པོ་ག་ལ་གང་འཚམ་ཅིག་གི་མཁྱེན་གི་འདུག་བ་རྒྱ་འོག་རིམ་བཅས་ཆིབས་བསྒྱུར་གནང་དེ་སྐོར་སུ་ནོར་བུ་གླིང་ལ་ཡོད་སྐྱོ་གི་ང་ཚོའི་རྩེ། དྲུང་ཡིག་དང་དང་དྲུང་ཡིག་གི་མཁན་ཆུང་དང་འདི་ཚོས་གིས་བཤད་གནང་གི་འདུག་ཨ་ཤེན་དེ་མ་ཡིན་པའི་ང་ཚོས་ཤོད་སྒྲུང་མང་པོ་ཅིག་མཁྱེན་གི་ཡོད་བ་མ་རེད་ནུབ་བུ་ལིང་ལང་ལ་ཞུ་སྙེག་གི་སེར་མོ་བ་དེ་ཚོས་རིགས་གི་མང་པོ་ཅིག་མཁྱེན་གི་ཡོད་རེད་བ་ཨ་ནི་བཀའ་བློན་དེ་ཚོས་མཁྱེན་གནང་གི་རེད་བ་ད་བཀའ་བློན་ཆ་ཚང་དང་མ་རེད་ནུབ་བུ་ལིང་ལ་ཡོད་རྒྱུ་བཀའ་བློན་ཙམ་རེད་བ་ཆ་ཚང་དེ་མི་ཚོ་གཞན་པས་གིས་མཁྱེན་གི་ཡོད་བ་མ་རེད་ཨ་ནི་ནུབ་བུ་ལིང་གིས་ད་གསུང་བྱ་བ་མང་པོ། རྒྱལ་སྒོ་བེར་ཕྱི་ནང་བར་གསུམ་ཡོད་བདེ་ཀྱི་སྲུང་བྱ་མང་པོ་དེ་ཚོས་ཚང་མས་གླུ་མཁྱེན་ཡོད་མར་བ་ད་རྒྱ་མི་ལ་དེ་བས་ཀྱི་ཟེར་ན་དོགས་པ་རྣམ་རྟོག་ཁོ་རང་ཅིག་བྱུང་ཡོད་ས་མར་བ་ད་ཕྱིས་ལ་རྒྱ་མི་ག་རེ་ཟི་ལ་དེ་རེ་ཟེར་ན་ནི་བཙན་འཁྲིད་བྱས་རེད་ལ་ཡེ་ཤོ་མ་རེད་རྒྱ་བ་རིན་པོ་ཆེ་ཡིན་ཕེབས་འདོད་ཡོད་མ་རེད་ལོག་སྤྱོད་བས་ཀྱི་བཙན་འཁྲིད་བྱས་ཞེས་ནི་ད་ཚུ་བཙན་འཁྲིད་དེ་ལས་གྲོལ་བས་ན་ཚུ་ཆིབས་བསྒྱུར་གནང་གི་རེད་ཟེར་གི་ཧ་ལམ་རྒྱ་ནག་གི་ལྔ་བཅུ་ང་དགུ་ནས་དུས་རིང་པོ་ཅིག་བར་ར་དུ་དེ་འདྲ་ཟི་ལ་ཡེ་ཀྱི་ཟེར་ན་བཤད་བསྡད་ས། མའོ་ཀྲུའུ་ཞི་ཡས་སྐབས་དེ་དུས་གསུམ་པའི་ཉི་ཤུ་རྩ་བརྒྱད་ཀྱི་ཉིན་དེ་ཕར་ཕྱིན་འདིའི་ཉིན་དེ་ཡིན་པ་འོས། མའོ་ལ་ད་ལན་འབྱོར་བ་དང་ད་བྱུང་ཡོད་བ་མ་རེད་ཟེར་གི་ཅིག་ཅིག། སྐད་ཆ་དེ་འདྲ་བཤད་བས་ཀྱི་གནས་ཚུལ་དེ་འདྲ་ཡིག་ཆ་དེ་འདྲ་ཐོན་ཡོང་གི་འདུག་ཨ་བོད་ཆ་ཚང་ཅིག་ང་ཚོས་བཅིངས་འགྲོ་བཏང་ཐུབ་ཡོད་བ་མ་རེད་ཟེར་ཞོར་མ་རེད་འོ་འདི་འདྲས་ཀྱི་སྐད་ཆ་བཤད་འདུག་དེ་ག་ནང་བཞིན་གྱི་ཏཱ་ལ་བླ་མ་རྒྱུས་གནང་བ་དེ་དེ་གཅིག་ཆ་ནས་ལུང་བསྟན་སུ་དྲ་དང་མ་འོག་གི་ཆ་འགྲོ་ཆ་འགྲོ་བྱེད་ཀྱི་འདུག་དེ་དངོས་གནས་ཁོ་རང་རྒྱ་ནག་གི་ཡིག་ཆ་རྣ་ལ་བསྡུ་བ། དེ་ལྟར་དགུང་ལོ་ཆུང་ཆུང་རེད་ཏཱ་ལི་ལ་མ་ད་ཕྱི་རྒྱལ་ལ་ཕེབས་ཚར་ལོ་ད་ལྟ་ཉི་ཤུ་རྩེ་ལྔ་རེད་ད་ཁོ་རང་ད་རུང་ད་ལོ་དུས་ཚོད་ཅིག་ཡོང་གི་མ་རེད་ཚུ་ད་ལོ་བདུན་ཅུ་ཚེ་ཕྱིན་པའི་རྗེས་ལ་ཨ་ནི་ཁོ་རང་ཚུ་ཅིག་བསམ་བློ་ཐོངས་རྗེས་ཚུ་ཡོང་གི་རེད་ཨ་ནི་སྐབས་དུས་དུས་ཙམ་པ་ང་ཚོ་ཅིག་ད་བསྡད་ཡོད་མ་རེད་སྤྱི་ཚོགས་འགྱུར་བ་གང་འདྲ་འགྲོ་རེད་ཟེར་གྱི་གཏམ་བཤད་ཅིག། ཁུལ་བྱེད་རྒྱུ་དེ་ཡིག་ཆ་དེ་སྐྱེལ་ན་རང་གི་ཡིག་ཆ་རང་ལ་ཡོང་འདུག་ཏང་གི་ཡིག་ཆ་རང་ལ་ཡོང་བསྡད་ཀྱི་འདུག་ལ། ལོངས་ཞུས་ཙང་གི་ད་སྐབས་དེ་དུས་ཀྱི་རྒྱ་ནག་གི་གནས་སྟངས་དང་ད་ལྟའི་རྒྱ་ནག་གི་གནས་སྟངས་ཁོ་རང་ད་གནམ་སའི་ཁྱད་པར་ཅན་ཕྱིན་བསྡད་ཡོད་ལ་ང་རང་ཚོ་བོད་པའི་ཁྲོད་ལ་ཆ་བཞག་ནས་ཨ་ནི་མི་རབས་ཀྱི་རྒྱུ་བོ་ཅན་ཕྱིན་པ་ཅིག་གི་ཆེ་གི་ཡོད་རེད་གསུམ་པའི་ཚབ་བཅུ་བདུན་ཉིན་གར་གྱོ་རུམ་ཕྱིན་ད་ནོར་གླིང་ཕོ་བྲང་ནས་ཞལ་ཕྲད་གནང་དགོས་འདུག་ཟེར། བྱུང་ཡོད་རེད་ལ་ད་ཡིན་ནའི་ལས་སྐབས་དེ་དུས་ཀྱི་ད་གནས་སྟངས་ཛྭ་དྲག་ཅིག་གི་འོག་ལ་ནོར་གླིང་ཕོ་བྲང་ནས་ཕེབས་ཐུབ་ད་ག་རང་ཅིག་གི་ཡང་རྒྱལ་ཁ་ཆེན་པོ་ཅིག་གི་བྱེད་གི་ཡོད་རེད་དེ་ནས་ད་མུ་མཐུད་ནས་ཚེ་འབྲང་གི་ཐོག་ནས་ཡང་ལུག་རྒྱུད་སྨྲ་བ་སྐུ་ངོ་ཞེ་དགའ་བུང་ཆུ་བདེ་ལྡན་མཆོག་ནས་བོད་ཟླ་གཉིས་པའི་ཚེས་པ་དེ་ནས་ས་ཆ་དེའི་ཕེབས་རེས་ནས་གཙོ་བོ་ཅིག་གི་བོད་ཟླ་དང་བོད་ཚེས་ཀྱི་ཐོག་ནས་འདུག་སུ་ངོ་སྤྲོད་ཅིག་གནང་གི། ནོར་གླིང་ནས་ཕེབས་སྐབས་སྐུ་ཕྱྭའི་མཉན་ཡོད་ལྟ་བུར་རེ་ཞིག་ལྷོ་ཁ་ཁུལ་ས་ཁུལ་ཞིག་ཏུ་བཞུགས་ཏེ་རྒྱ་དམར་གྱི་ལས་བྱེད་པར་བཀའ་མོལ་གནང་རྒྱུ་དང་དེའི་བར་མི་མང་ནས་ཏཱ་ལའི་བླ་མ་རིན་པོ་ཆེ་ཕོ་བྲང་ལ་བཞུགས་མེད་པ་ཤེས་མཚམས། རྒྱ་བོར་རམ་ཇིའི་དགོངས་པར་བརྒྱུད་ད་ག་མཚམས་སོང་ནས་ད་ཉི་མ་གཉིས་གསུམ་གྱི་ཕྱིན་ནས་ནི་ཁོང་ཚོས་གཞི་ནས་རྒྱ་བོར་རམ་ཇི་བཞུགས་མེད་པ་ཤེས་ནས་ད་ཁོ་རང་ཚོས་ན་སོ་སོར་ལོག་མི་འོང་གོང་བྱུང་འདྲ་འདུག་ད་ཁོང་ཚོས་ཙང་མ་ལོག་པར་བསྡད་པར་ད་ཨུ་ཚུགས་བྱས་ནས་ད་འདི་ནས་གོང་ས་ཆེན་པོ་སྟོན་གོང་ན་ར་མ་གང་དྲུ་ག་ནས་ཆིབས་བསྟུན་གྱིས་སྐྱིད་ཆུའི་བྱང་རྒྱུད་ནོར་བུ་གླིང་གི་ནས་མ་ཕེབས་ནས་དེ་སྣེའུ་གི་ལག་མ་རྒྱབ་ཙི་ཕོ་ཏོ་ལ་འགག་དེ་བར་དུ་རུ་བ་མ་འགུགས་ཡོང་འདྲ་སྐྱིད་དེ་ཆུ་ཅིག་ཡོད་རེད་སྐྱིད་ཆུ་དེ་རེད།

སྐྱིད་ཤོད་ར་བ་མན་དུ་བཞུགས་ཤག་ནང་ས་ཚེ་པ་དགུའི་དགོན་བདག་སྟེ། སྐྱིད་ཤོད་ར་བ་མན་སྐྱིད་ཤོད་ར་བ་མན་སན་ཏེ། འདི་ལྟར་ལྷོ་ཁ་སྔོ་ལ་རེད། ཚེས་བཅུ་ཉིན་ནི་ཕེབས་དུས་མཛད་པའི་ཕེབས་ལམ་དུ་ས་ཟླ་ཤས་ཀྱི་སྔོན་ལ་དྭངས་མ་ཁམས་རིགས་རྣམས་ལ་ཞི་འཇམ་བྱེད་སྒོས་འཕྲོས་མོལ་བྱེད་པར་གཏོང་སྟངས་མཛད་པ་ཕན་ཆུང་དངོས་གཞི་བ་ཐུབ་བསྟན་བསམ་མཆོག་ཕེབས་བསུར་འབྱོར་ས། ཕེབས་བ་ལས་གོང་ས་མཆོག་དམག་མི་དང་དྭངས་མ་གི་སྟ་སྤུངས་དང་མཉམ་དུ་ན་ས་དཀྱུས་མ་ཆིབས་བརྒྱད་དཀྱུས་མ་སྟེ་ལམ་སེང་ངོས་འཛིན་ཞུ་མ་ཐུབ་དེའི་ནུབ་ཅེ་ཏེ་ཞུ་བདུ་བོད་ཆོས་འཁོར་དགོན་དུ་བཞུགས་ཤག་མཛད་སྐབས་ཕན་ཆུང་ཐུབ་བསྟན་བསམ་མཆོག་ནས་གོང་ས་མཆོག་དང་བཀའ་བློན་ལྷན་རྒྱས་ལ་ལྷོ་ཁ་ཁུལ་གྱི་དམག་གི་གནས་ཚུལ་སྐོར་སྙན་གསང་ཞུས་སྟབས་ཚེས་བཅུ་གཅིག་ཉིན་གྲོས་གཞིའི་ཕུར་བཞུགས་ཤག་དང་ཚེས་བཅུ་གཉིས་ཉིན་སྤྱན་ཡས་དགོན་དུ་བཞུགས་ཤག་ཚེས་བཅུ་གསུམ་ཉིན་རི་བོ་བདེ་ཆེན་དུ་བཞུགས་ཤག་ཐོག་བཅར་མལ་གནང་རྒྱུ་བརྩིས་ཡིན་སྟབས། ཚེས་པ་བཅུ་གཅིག་ལ་གྲོས་གཞིའི་ཕུར་ལ་བཞུགས་ཤག་གནང་ཚེས་པ་བཅུ་གཉིས་ཉིན་གང་དེ་སྤྱན་ཡས་ལ་བཞུགས་ཤག་གནང་བཅུ་གསུམ་ཉིན་གང་དེ་རི་བོ་ཆེ་ལ་བཞུགས་ནས་བཅུ་གསུམ་བཅུ་བཞི་བར་དུ་བཞུགས་ཡག་གི་སྟབས་འདི་ཅི་གནང་ཡག་ཡིན་མ་གྲགས་འདུག་སྟེ་རྩེད་ཐང་ནས་རྩེ་དཔོན་རྣམ་སྲས་གླིང་པ་ལྕགས་རི་ལྷ་སར་ཟླ་བ་གཉིས་པའི་ཚེས་པ་བཅུའི་ཉིན་གང་དེ་སྤྱི་ཟླ་གསུམ་པའི་སྟག་རིས་བཅུར་གུ་རུ་དང། ཨོ་ད་རྡེ། སྔ་དྲོའི་ཆུ་ཚོད་གཉིས་པའི་ཐོག་ལ་ནུའུ་ལེན་དང་ལྷ་སའི་གྲོང་ཁྱེར་ལ་རྒྱ་དམར་ནས་མེ་སྒྱོགས་ཀྱིས་གཏོར་རྒོལ་བྱས་པའི་གནས་ཚུལ་ཉན་པ་རྣམས་ཞུས་པ་དང། ངང་ཙམ་ནས་སོ་ཨེ། ད་ཉེ་ས་འདིར་ཞུས་མདོག་སོང་ད་ག། ཏཱ་ར་ལགས་ཀྱིས་ཡང་ནོ་བྷེལ་ལིང་གི་ནས་བོད་ནས་སྐྱིད་ཤོང་སླེབས་པ་དག་རྣམས་ཀྱང་ཡང་བང་ཆེན་ཞིག་བཏང་ཡོད་རེད་ཡང་ནོ་བྷེལ་ལིང་གི་ནང་ལ་དེ་སང་ནོ་བྷེལ་ལིང་གི་ནང་ལ་གཏོར་རྒོལ་བྱས་པའི་སྒང་ལ་ཁོང་ཏཱ་ར་ལགས་བསྡད་ཡོད་འདྲ་འདུག་པ་ནོ་བྷེལ་ལིང་གི་ནང་ཞུགས་ཡོད་རེད་ཨ་ནི་སྐྱིད་ཤོང་སླེབས་པ་དག་རྣམས་ཀྱང་སྟབས་བཤད་ཞིག་བཏང་གནང་རེད་ད་སྟབས་བཤད་ཀྱི་རྣམ་སྲས་ལིང་ངག་གི་སྙན་བཟང་ཞུས་པ་དང་ཡིད་གང་དེ་ལྟར་རག་ལག་བསྟབས་བཤད་དེ་འབྱོར་བ་རེད་ཁོ་རང་ནོར་གླིང་ནས་བྲོས་སྐབས་མེ་མས་ཁྱོད་བུ་ཆུང་ཏོག་སྨད་ཡག་རོགས་མེ་མས་ཁྱོད་བུ་ཆུང་ཡང་དལ་དབུས་ཕེབས་རྗེས་སུ་བཅར་རྒྱུ་ཡིན་ཚུལ་སོགས་འཇིགས་དངངས་ཅན་གྱི་སྙན་ཞུ་འབྱོར་རྐྱེན་སང་ཉིན་རང་གཙོས་བཤད་ཀྱི་གཉེན་ཕྱོགས་སུ་ཆིབས་བསྒྱུར་གནང་རྒྱུ་དང་ས་རྟགས། བཅར་བཞག་གནང་རྒྱུ་དེ་ཀན་སུའི་ནང་དུ་བྱུང་བ་རེད་དོ་དགོངས་ཞུ་སང་ཉིན་རང་ཐེངས་མ་ན་ཡག་གི་གཏན་འཁེལ་བ་རེད། ཟླ་འདིའི་རྫ་བྲག་གི་གནས་ཚུལ་དེ་གའི་གསན་བཟང་གང་ཡིན་ཟེར་ན་གལ་སྲིད་རྒྱ་དམར་གྱི་དྲག་པོའི་རྗེས་འདེད་འདྲ་བྱུང་ཚེ་རྒྱ་གར་ས་མཚམས་སུ་ཐག་ཉེར་ཡོད་པའི་དགོངས་བཞེས་དེ་འདྲ་གནང་བཞིན་དེའི་ནུབ་མཁན་ཆུང་དངུལ་ཆུ་བས་མཆོད་ཆང་ཁྱིམ་གཞིས་ནས་གོང་ས་ཆེན་པོའི་འབྱོན་མིའི་སྲོལ་ཆས་དང་ཕྱོགས་རྫོང་གློ་བུར་དུ་ཕེབས་ཐོན་གནང་སྟེ་ལུས་ལ་གང་ཆགས་དང་ཆོས་ཞལ་ཙམ་མེད་པའི། དེའི་སྐབས་ཕྱི་ཕྱོགས་དེ་ཚོས་ཁོང་ཚོས་གསུང་གི་འདུག་ད་ང་ཚོ་ཕི་ནང་ཚོ་ཀུན་བཏུས་གླིང་གི་རྟ་ཕྲུག་རེད། ཡོད་རེད་རྟ་ཕྲུག་རྣམས་ལ་ག་རེ་བླུགས་ཡོད་མེད་ཀུན་བཏུས་གླིང་གི་ཁོ་རང་ཚོས་བླུགས་གནང་མ་གཏོགས་ཅི་ང་ཚོ་ཆེ་ཡག་གེ་ཡོད་མ་རེད། ཨ་ནི་ཉེས་ཆད་དེ་ཞིག་ཟིན་རེད་ཀྲང་ཁེ་གྱོད་མ་རེད་གློ་བུར་ལ་བོད་ཡོང་ཙང་འཆར་སྒོ་དཀའ་ལས་ཁག་པོ་བསྐངས་ལ། ཨ་ནི་ཆོས་ཉིད་ནས། ཟབ་ཁྱད་ལ་སོགས་པ། ཨ་ནི་ཉེས་བྱས་དགུ་ཉེས་ལ་ཉེས་བྱས་དག་གམ་དགུ་ཉེས་ལ་དག་གམ་དག་འདྲེན་པ་ག་རེ་དགུ་ཉེས་རབ་ཀྱི་སོ། གང་ག་ན་ནི། དེའི་དཀའ་ཐུབ་དེ་བས་ཕན་འདོགས་ཆེན་པོ་བཞི་པོ་ཅིག་བྱུང་ཟེར་ནས་ཁོ་ཚོས་གསུང་གི་འདུག་རྟགས་ཁ་ཤས་ལ། ཉེས་མེད་ཉེས་རབ་འདྲེན་ཡོད་འདྲ་ཁ་ཤས་ལ། རྟགས་ཀུན་བདེ་ལེགས་ཀྱི་རྟགས་སྤྲོད་ན་ལུགས་འདི་བྱ་མེད་པར་འདྲ་ཁ་ཤས་ལ་བསམ་པ་མེད་པར་འདྲ་ཡོད་འདྲ་འདི་ཚོ་གང་ག། གཙང་པོ་འདི་ཚོ་རྐྱང་བྱས་ཅི་འདྲ་བྱས་པ་ཡིན། ཨ་ནི་དེའི་དཀའ་ཐུབ་དེ་ཕན་པོ་བཞི་པོ་ཅིག་བྱུང་ཟེར་ནས་གསུང་གི་འདུག་རྟགས་ཁ་ཁས་གང་ལ་རེ་བ། ཨ་ནི་འདི་ནས། ཚེས་པ་བཅུ་བཞི་སྔ་དྲོ། འཕྱོངས་རྒྱས་རི་བོ་དེ་བྱས་ནས་ཁོང་ཚོ་བསྐོ་གཞག་གནང་བ་རེད། ཀོང་ཀུན་ཏི་ལིང་གྱང་རྩེ་ངོས་ནས་རྒྱ་མི་ཡོང་གི་ཡོད་ན། ཨ་ནི་འདི་བཀག་འགོག་བྱེད་ཉག་ལ་ཀོང་ཀུན་ཏི་ལིང་གདོང་ལ། དྭང་བླངས་དམག་མི་དང་བོད་གཞུང་གཞུང་མང་དམག་མི་འགའ་ཅན་གྱིས་དང་བདག་གི་བརྩེ་དཔོན་རྣམ་སྲས་ལིང་ཨ་དང། བསམ་ཆོག་ལགས་ཁོ་གཉིས་ཀྱི་གདོང་ལ། ཨ་ནི་ཡང་སྐུ་སྲུང་དམག་མི་དང་དྭང་བླངས་དམག་མི་ཟེར་ན་ད་འདི་རེད་ག་ཟེར་བའི་ཆུ་བཞི་ཀ་འགྲུབ་འདི་རེད། ཡང་ཁོང་ཚོའི་དམག་མི་འདི་བྱས་ནས་ཡང་བལ་བཟའ་འབྲུག་བཟའ་དང་འདི་ཚོའི་གྲུ་ག་འདི་ཚོ་བཀག་ག། ལྟ་ཐེབས་ཆེར་རྒྱ་མི་ཡོང་གི་ཡོད་ན་དགོངས་ནས་བ་འདི་འདྲ་གནང་གནང་བྱུང་འདུག་ཡིན་པས་ན་རྒྱ་བ་རིན་པོ་ཆེ་ཤེས་བྱ་སྙན་ངོ་ལ་ཆིག་རྒྱུ་ན་ལྟ་ཁ་རུ་འདི་འདྲ་བཟོ་གནང་བཞག་ལྟ་དེ་ནས་རྒྱ་བ་རིན་པོ་ཆེ་ཚེ་པ་བཅུ་བཞིའི་དགོངས་དག་དེ་རྒྱ་སྟོད་དར་རྒྱས་གླིང་ཟེར་ཉིད་དུ་བཞུགས་བཞག་གནང་བཞག་དེ་ཡོངས་འཛིན་གླིང་བླ་བྲང་གི་དགོན་པ་རེད་ལྟ་དེ་བཞུགས་བཞག་གནང་ཚེས་བཅོ་ལྔ་ནས་ཡར་སྟོད་བྲག་ལ་བསྐྱོད་དེ་ཨེ་ཆུ་མདའ་རྒྱང་དུ་བཞུགས་བཞག་ཚེས་བཅུ་དྲུག་ཉིན་ཤོད་པ་ནང་དུ་བཞུགས་བཞག་སྐབས་ཐེབས་ཆེར་སུ་རྒྱ་དམག་ཁག་ཡོང་གི་ཡོད་པས

ཞལ་ཕྲེང་རྣམ་པ་རེ་གསུམ་པའི་ཚབ་བཅུ་དགུའི་ཉིན་མོ་དེ་རྒྱ་ནག་གཞུང་གིས་དངོས་སུ་མཚོན་ཆ་བེད་སྤྱོད་བཏང་རྗེས་རྗེས་ལྟར་མེར་སྒྱོགས་བརྒྱབ་ཡ་ད་འདི་གས་ཚབ་རྗེས་ཤུལ་ཅིས་ཀྱང་འགོ་བཙུགས་ས་དེ་གསུམ་པའི་ཚབ་བཅུ་དགུའི་ཉིན་མོ་འདི་ཆགས་ཀྱི་ཡོད་ཟེར་བ། རེད། གསུམ་པའི་བཅུ་དགུའི་ཉིན་དེ་རྒྱལ་བ་རིན་པོ་ཆེ་ཆིབས་བསྒྱུར་གནང་རྗེས་ཉི་མ་གཉིས། གསུམ་གཅིག་གི་རྗེས་ལ་རྒྱལ་བ་རིན་པོ་ཆེ་ལྷོ་ཁ་གི་འཕྱོངས་རྒྱས་ཧ་ལམ་ལྡིང་པོ་ཆེ་ཡིན་པ་ཡོད་དེ་འདྲས་ཅིག་ལ་ཞབས་སོར་འཁོད་དུས་སྒོ་སུ་ད་ནུབ་བུ་གླིང་ལ་ཡོད་རྒྱུག་ཆིས་ལ་ཕོ་བྲང་གི་དྲུང་ཆེ་གནང་ཉེ་ཀུན་བཏགས་ར་ལ་དེ་མེར་གྱུར་བ་དང་མེར་མདའ་འདི་འདྲའི་འོག་ལ་དེ་འཛིན་གྱི་ཁྲོད་ནས་མཐར་གནང་རྗེས་ནི་ལྷ་ས་དྲག་གནོན་བྱས་སོང་ཟེར་གྱི་རྒྱལ་བོར་མི་བྱེད་ལ་སྙན་སེང་གནང་འདུག་བྱས་ཙང་འདི་ནས་བྱེད་ཅིག་ཟེར་ད་ཉི་མ་བཅུ་དགུའི་ཉིན་དེ་བྱས་ནས་བསྐོར་བཙུགས་རྗེས་ད་ལྷ་གཙོ་ཆེ་ཤོས་དེ་ནོར་བུ་གླིང་རེད་ཨ་འདི་འདི་གཡས་གཡོན་གྱི་ལྷས་སའི་གཡས་གཡོན་གྱི་ཚང་མ་ལོགས་ཀ་ས་ན་དྲག་གནོན་བྱེད་དགོས་བསྐོར་བཙུགས་འདུག་བྱས་ཙང་ང་ཚོས་ཀྱི་སྔོན་ལ་བྱས་ན་ལྷུན་རྩེ་རྫོང་ལ་གནས་སྐབས་གཅིག་གི་བོད་གཞུང་བཀའ་ཤག་དེ་བཙུགས་གནང་ཡས་ཁྱད་གཤིས་དང་ཐོ་ག་སྔོན་ལ་ཆུ་བཞི་སྒང་དྲུག་བསྟན་བསྲུང་དར་ལམ་མང་ཡོད་བ་སོང་ཙང་དེ་དུས་ཀྱི་ས་ཆ་གཙང་མ་ཅིག་དང་སྟོབས་ཤུགས་ཆེན་པོ་ཅིག་ཡོད་ཀྱི་རེད་གོང་ཅིག་ཡ་ནི་ང་ཚོས་ཀྱི་གནས་སྐབས་དེ་རྒྱ་གར་ལ་འཕེལ་ཡས་ཀྱི་ཆ་གཤིས་ཐོག་མའི་ཆེད་ལ་མེད་བ་བྱས་ཅིག་ལྷུན་རྩེ་ལ་ཅིག་གནས་གཤིས་ལུགས་བཟུང་གནང་ཅིག་ཡ་ནི་དེའི་དམག་འཐབ་ལུགས་བྱས་ཕག་ཅིག་བཀའ་མོལ་ལ་གནང་ཡས་ཀྱི་དགོངས་པ་དེ་འདྲ་ཅིག་འཁོད་ཡོད་ས་རེད་དེ་ཡིན་ནའང་ལ་ཡང་ལྷོ་ཁ་ལ་ཡོད་དུས་སྐོར་སུ་བསྟན་སྲུང་དར་ལམ་དམག་གི་དམག་དཔུང་དེ་སྟོབས་ཤུགས་དེ་ག་ཙམ་གྱིས་བེད་དེ་ཁ་བརྡ་འཆོལ་བའི་གནས་བབ་དེ་ང་ཚོས་གི་རྒྱ་བོར་མི་བྱེད་མདའ་དར་བཀའ་ཤག་དང་དུས་སྐབས་དེའི་སྐོར་སུ་དེ་འདྲའི་ཅིག་གི་གནས་བབ་ཞིག་མེད་པ་མཁྱེན་པ་དང་ཨ་ནི་ལྷག་པར་དུ་ལྷས་ས་ན་ལ་དྲག་གནོན་བྱས་རྗེས་ལྷོ་ཁ་ལའང་ཨ་ནི་རྒྱ་མི་ཡོང་གི་འདུག་ཟེར་གི་བཀའ་མོལ་དེ་གོ་རྗེས་ཨ་ནི་ད་རྒྱ་གར་རང་ལ་ཅིག་སྐྱབས་བཅོལ་ཕེབས་ཐབས་ཅིག་ཡོད་མེད་ལ་དགོངས་པ་བཏད་རྗེས་ལྷུན་རྩེ་ལ

རྟ་གཡུ་རྒྱལ་ལྷུན་རྩེ་གསེར་འདི་བོད་གཞུང་གི་རྫོང་གཅིག་རེད་འདི་སྔ་མ་བོད་ཀྱི་རྒྱལ་བསྟན་གྱི་ཡོག་རེད་བྱ་ཡུལ་གོང་མ་བསྟན་འཛིན་ནོར་བུ་དང་མི་དབང་མཚོ་སྐྱེས་རྡོ་རྗེའི་ཕོ་བྲང་རེད་ཟེར་གི་བར་གཡུ་རྒྱལ་ལྷུན་རྩེ་གསེར་རྟ་རྫོང་འདི་ལ་བོད་ཟླ་གཉིས་པའི་ཚེས་པ་བཅུ་བདུན་ཉིན་གངས་ཆིབས་རྒྱུད་ཀྱི་རྒྱ་དམག་ནས་དགའ་ལྡན་ཕོ་བྲང་གི་གཞུང་རྩ་མེད་བཟོས་ཚུལ་ཁྱབ་བསྒྲགས་བྱས་པར་བརྟེན་བོད་མི་མང་གི་སེམས་ཀྱི་བསྟན་སྲོལ་ལྟ་བུ་གནས་སྐབས་ཀྱི་གཞུང་ཞིག་གསར་འཛུགས་གནང་བ་ཟེར་རྟ་ལྷུན་རྩེ་རྫོང་དུ་རྩིས་འཕྲོ་ང་བ་ཆུ་ཚ་འདིའི་སྐབས་དེ་གཡུ་རྒྱལ་རྫོང་འདི་ནང་བཞུགས་ཡོག་རེད་སྣེ་གདོང་རྫོང་དུ་ཤུལ་གྲོང་འཇོག་རྒྱས་པ་ཁོང་སྣེ་གདོང་ནས་ལྷན་རྒྱས་ཡོག་རེད་རྟ་ཁོང་ཚོས་གྲོས་སྒྲིག་བྱས་ནས་རྟ། ཅུང་གསར་བ་གཙོ་བའི་མཛད་སྒོ་གནང་སྒོ་ཡོད་ཙང་ད་ཡང་བོད་པའི་ལོ་སྲོལ་གྱི་ཕེབས་དོན་བཀག་འགྲོ་ཟིན་ཡང་རིམ་གྲས་ཁབ་གསལ་གྲགས་འདི་ཡོད་ལྟ་བོད་པའི་ཟིང་འདི་འདྲའི་རྒྱལ་སྒོ་འདི་ཡོད་ལ་ང་ལ་ཁབ་གསལ་ཇི་ལྟར་ཞི་རགས་གྲགས་བིང་གསུངས་འདུག་ག་གཡས་གཡོན་ཁག་གི་དགོན་པ་འདི་འདྲ་ཡོད་རེད་དགེ་ཕྲུག་གི་དགོན་པ་འདི་འདྲ་ཡོད་རེད་དེ་ཚོ་ནས་མཆོད་རྫས་དང་དེ་ཚོ་ག་འགའ་ལེན། ཨ་ནི་བི་ཀའི་སྟོན་ཆེན་དཀར་གྲོགས་སྤམ་མདོ་དང་སེར་སྦྲེང་སོགས་གྲོང་གསེབ་ལུང་ཁུག་ལ་དཔག་པའི་མཛད་སྒོ་ཉེན་རྟོག་ཚང་མ་མ་གཙང་བ་མེད་པར་སྒྲིག་ཤོམ་བསྟར་བའི་ཚོམས་ཆེན་དུ་བྱུང་སྲོལ་ལྟར་སྐྱབས་རྗེ་ཡོངས་འཛིན་རྣམ་གཉིས་ནས་གོང་ས་ཆེན་པོ་བརྟན་བཞུགས་ཞབས་བརྟན་དང་འབྲེལ་བའི་མེ་མདའི་ལྗགས་བཤད་དང་འདི་རྗེས་སྨོན་ལམ་རྒྱས་པ་མི་དམངས་འདུ་འཛོམས་གཏོང་འཛུགས་ས་སྐལ་ཆིང་ས་རྣམས་ནས་བར་ལམ་གྱི་ཡོང་ཆེན་གསལ་བཤད་ཐོག་ནས་གནས་སྐབས་དགའ་ལྡན་ཕོ་བྲང་བའི་བཞུགས་གསོལ་འཛུགས་དང་ཞི་དྲག་བྱེད་སྒོ་རྣམས་ཁྱབ་བསྒྲགས་གནང་བ་དང་ཆབས་ཅིག་བོད་ལྗོངས་རྒྱལ་ཁྱབ་ཡོངས་ལ་བཀའ་ཤག་ནས་དྲིལ་བསྒྲགས་ཀྱི་བཀོད་ཁྱབ་ཇི་འདྲ་ཞིག་གནང་ཡོད་རེད་ཟེར་ན། བོད་རྒྱ་ནག་གི་ཁོངས་གཏོགས་ཙམ་ཡིན་དགོས་རྩོད་ཉེས་བྱུང་རུང་བོད་རང་དབང་རང་བཙན་གྱི་ཆོས་སྲིད་དབང་ལུང་གཞུང་དགའ་ལྡན་ཕོ་བྲང་པ་ཆེན་པོ་ནས་མཛད་མུས་ཀྱི་རྒྱལ་ཁབ་སྲུང་བའི་དྲག་པོའི་དམག་དཔུང་དང་དྲག་ཆས་བཟོ་སྐྲུན་སིལ་དངུལ་བཟང་གསུམ་གྱི་སྤྲང་པ་དང་ཤོག་ལོར་བཅས་མི་མང་ཚང་མ་སྤྲོད་ལེན་འགྲོ་རྒྱུ་ཡིག་འབྲིའི་ཀོ་ཤོག་ལ་ཀྲི་ཀ་སི་སྦྱར་བ་དང་ཕྱི་རྒྱལ་དང་ཐད་ཀར་འབྲེལ་གཏུག་སོགས་རྒྱལ་ཁབ་ཆེ་ཆུང་གི་དབྱེ་བ་ཙམ་མ་གཏོགས་འཛམ་གླིང་རང་བཙན་རྒྱལ་ཁབ་ཁག་དང་འདྲ་བའི་རང་བཙན་ཆེ་ཐག་མཐུན་རྐྱེན་ཆ་ལག་ཆ་ཚང་བ་ཞིག་ཡོད་ན་ཡང་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ཐམ་པའི་ལོ་རྒྱ་དམག་གུང་ཁྲན་ཏང་ནས་བཙན་བྱོལ་བོད་དུ་དྲག་པོའི་དམག་དཔུང་བཏང་བ་མི་འབོར་གོ་ལག་གངས་ཅན་ནས་ཡར་ལན་ལྷག་སྤྲོད་པའི་རྒྱ་བོད་དབར་གྲོས་ཆོད་དོན་ཚན་བཅུ་བདུན་འཁོད་པ་བོད་གཞུང་ལ་གྲི་དོར་ཙམ་ཡང་མེད་པར་རྒྱ་དམར་རང་གི་འདོད་མོས་ལྟར་དབང་མེད་གནོན་འཇོག་བྱེད་དགོས་བྱུང་བ་ནས་བཟུང་གོང་ས་སྐྱབས་མགོན་ཆེན་པོ་མཆོག་དང། བོད་གཞུང་དགའ་ལྡན་ཕོ་བྲང་པ་ཆེན་པོ་བོད་མི་སེར་སྐྱ་དམངས་བཅས་ནས་མཐུན་ལམ་ངོ་བསྟོད་འགྱོད་མེད་གང་ཡོང་ཅི་ཟབ་གནང་རུང་རྒྱ་དམར་གཞུང་དང་བོད་སྡོད་རྒྱ་དམར་དཔུང་དམག་ནས་གྲོས་མཐུན་ལ་མི་གནས་པ་ཁམས་མཆོག། དགོངས་དག་མང་པོ་རྩ་གཏོར་ལྷག་པར་ཆོས་དང་བླ་མ་དགེ་འདུན་ལ་སྡང་དགྲའི་གཙོ་བོར་བཟུང་སྟེ་མདོར་ན་སྟོན་པ་སངས་རྒྱས་བཅོམ་ལྡན་འདས་ལ་ཡང་ལོག་སྤྱོད་པར་ངོས་འཛིན་གྱིས་ལོག་རྟོག་བསྐུར་འདེབས་ཉེས་མེད་ཚོད་མེད་ཀྱིས་གཞུང་ཞབས་ཚགས་པར་ཐོག་འགྲེམས་སྤེལ་བྱས་པར་བརྟེན་སྟོན་པ་སངས་རྒྱས་ཀྱི་ཕྱག་སུ་བཞུགས་པའི་ཆོས་བྱེད་སྤྱི་དང་ལྷག་པར་བོད་མི་སེར། བོད་མི་སེར་སྐྱ། ཕོ་མོ་དྲག་ཞན་ཚང་མ་ཞེན་པ་གཏིང་ནས་མི་ལོག་དབང་མེད་ཁར་ཁེངས་པའི་བཙན་གནོན་མནར་གཅོད་གདུག་རྩུབ་ལོ་རེ་ལས་ལོ་རེ་ཚོད་མེད་ཇེ་ཆེར་བཏང་སྟེ་བོད་མིའི་སྲོག་ལས་གཅེས་པའི་སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ་དྲན་འཛིན་དང་བཅས་པ་རྩ་མེད་ཤུལ་བརླག་གཏོང་རྒྱུ་ཁོ་ན་དངོས་ཤུགས་ནས་ར་སྤྲོད་ལ་བརྟེན་ཆོས་དང་སྐད་ཡིག་ཟས་གོས་ཆ་ལུགས་ཀྱི་ཆེ་བའི་བོད་ལྗོངས་ཀྱི་སེར་སྐྱ་མི་མང་ཡོངས་རྫོགས་བློ་ཕམ་ཡིད་ཆད་སྡུག་བསྔལ་ཁོང་ཁྲོ་མི་བཟོད་པའི་ངང་དུ་དོལ་མུར་ཉེ་ཆར་རབ་ལོ་དགུ་བརྒྱ་སུམ་ཅུ་སོ་སོ་ཟླ་བ་གཉིས་པའི་ཚེས་བཅུ་ཉིན་བོད་ལྗོངས་ཆོས་སྲིད་ཀྱི་བདག་པོ ྋགོང་ས ྋསྐྱབས་མགོན་ཏཱ་ལའི་བླ་མ་རིན་པོ་ཆེ་མཆོག་དང་སྲིད་ཀྱི་འཁོན་འཛིན་བཀའ་ཤག་གི་མཚོན་དཔོན་རིགས་བཅས་བོད་དམག་ཨུལ་ཁང་དུ་གཟིགས་མོར་ཕེབས་སྒོས་རྒན་ཞུ་བྱས་ཏེ་གོང་ས་ཆེན་པོའི་སྐུ་གསུང་ནས་གོ་མཚོན་ཁྱེར་མི་ཆོག་པའི་བརྡ་སྐྱེལ་བྱས་པར་ནང་དོན་བསམ་ངན་བྱེད་ཡུལ་མི་ལྡོག་ཀྱང་གནས་སྐབས་བཙན་ཤུགས་ཆེ་ཆུང་གི་རྒྱ་ཕྱོགས་ནས་སྤྱི་སློབ་དང་ལེན་མ་བྱས་ཐབས་བྲལ་ལྟ་བུ་གཟིགས་མོར་ཕེབས་རྒྱུ་གཏན་འཁེལ་མཚམས་གདན་ས་གསུམ་གྱི་བླ་མ་ལས་སྣེ་དང་དགེ་འདུན་དམངས་གཞུང་ཞབས་སེར་སྐྱ་ལྷ་ཞུའི་ཁུལ་དུ་གནས་པའི་སེར་སྐྱ་མི་མང་ཁྲི་ཕྲག་བརྒལ་བས་གོང་ས་སྐྱབས་མགོན་ཏཱ་ལའི་བླ་མ་རིན་པོ་ཆེ་མཆོག་རྒྱལ་མི་དམག་ཁག་ཏུ་གཟིགས་མོར་ཕེབས་རྒྱུ་ཞེས་པ་ད་བས་རྒྱ་དམར་བོད་དུ་འབྱོར་ནས་ལོ་བརྒྱད་རེའི་མ་བྱུང་མ་སྲིད་པའི་གསར་སྒྲོས་ལ་དོགས་གནས་ཀྱིས། ནོར་ལེན་ཟེ་མགོའི་སྒར་དུ་ངུ་འབོད་ཕྱག་མཚན་གྱི་གདོང་ཁ་བཞུས་པ་དང་ཆབས་ཅིག་རྒྱ་བོད་གཉིས་ཆོས་དང་ལམ་ལུགས་གང་ཅི་ཚ་གྲང་ཡལ་གའི་སྣོད་གཅིག་ཏུ་འདུས་ཐབས་མེད་པའི་སེམས་ནད་ཚང་མ་དུས་གཅིག་ཏུ་བརྡོལ་ཏེ་དེ་ཉིན་ནས་མི་མང་ཡོངས་རྫོགས་རྒྱ་བོག་ནས་སྒེར་ལངས་ཟིང་ལུག་དྲིལ་བསྒྲགས་ཁྲོམ་སྐོར་དུ་བསྐྱོད་པ་སོགས་སྒེར་ལངས་འཐབ་འཛིང་གནས་ཚུལ་འུར་ཟིང་ཆེན་པོ་དངོས་སུ་བྱུང་བ་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་རྒྱ་བོད་དབར་དཀྲོག་རྐྱེན་མེད་པའི་ལྷིང་འཇགས་གང་ཅིའི་ཡོངས་འདབ་མི་དམངས་ཀྱི་འཐུས་མིར་ལེགས་སྐྱེས་བཀའ་སློབ་ཟབ་མོ་གང་ཡོང་བསྩལ་རུང་སེར་སྐྱ་མི་དམངས་ཚང་མའི་སྙིང་ནད་སེལ་ཐབས་མེད་པའི་ངན་ཕྱོགས་ཞུམ་མེད་ཀྱི་དྲག་ཆས་སྤྲས་པའི་དྭང་བླངས་དམག་མི་ཁྱོད་ཀྱིས་ཕོ་བྲང་ཡས་མས་དང་གཙུག་ལག་ཁང་བཅས་པ་མཐའ་སྐོར་སྲུང་སྡོམ་བྱས་ཏེ་རྒྱ་བོད་འབྲེལ་ལམ་གློ་བུར་ཞིག་རེ་ཚབས་ཆེ་གྱུར་སོང་ཡང་ད་དུང་གོང་ས་ཆེན་པོ་མཆོག་ནས་རྒྱ་བོད་མཐུན་ལམ་འཇམ་ཅག་ཡོང་རྒྱུ་ཐུགས་རེ་མཐུན་ལམ་གང་སྐྱེས། གང་ཡོང་མཛད་གསུང་རུང་ལྷ་སྟོད་རྒྱ་དམར་དཔོན་རིགས་ནས་མཐུན་ལུམ་ལག་རྐྱོང་མེད་པར་དྲག་གནོན་གཏོང་རྗེས་ཁོ་ནས་དྲག་པོའི་དམག་མི་གྲ་སྒྲིག་རྒྱ་ཆེ་དང་འབྲེལ་བོད་ཟླ་བ་གཉིས་པའི་ཚེས་བརྒྱད་ཉིན་དགུང་ལྷ་སའི་ཕྱོགས་ཚོད་བཞི་པའི་ཐོག་རྒྱ་དམར་དཔུང་དམག་ནས་གོང་ས་སྐྱབས་མགོན་ཆེན་པོའི་བཞུགས་གནས་ཕོ་བྲང་བྱང་ཕྱོགས་ལ་ཁ་གཏད་དེ་མེ་སྒྱོགས་གཉིས་འཕངས་པ་ཕོ་བྲང་ལྕགས་རི་ཕྱི་ངོས་སུ་ཕུར་གྲུ་བརྒྱད་ཅུའི་སར་བབས་འདུག་པ་གས་གཏོར་མ་བྱུང་བས་མ་གཏོགས་གོང་ས་ཆེན་པོའི་སྐུ་བཅར་འགལ་རྐྱེན་ཉིན་རྩ་གཅིག་རྗེས་ཡོང་གཞིའི་གནས་ཚུལ་ཐབས་སྡུག་དངོས་སུ་བྱུང་བར་བརྟེན་བོན་ཆོས་སེར་སྐྱ་མི་མང་ཚང་མས་གོང་ས་སྐྱབས་མགོན་ཆེན་པོ་རེ་ཞིག་སྐུ་བཅར་ཉེ་ཡོད་དུ་ཕྱི་གྱར་གདན་ཞུ་དགོས་རྒྱུ་ཞུ་ནན་ཆེ་བར་ལྷག་བསམ་གྱི་དགེ་སྐྱོན་ཞུ་འབུལ་དངོས་འབྲེལ་ལ་སོང་ཞིག་དེ་ནུབ་མཚན་མོ་རང་གློ་བུར་དུ་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་ཡོངས་འཛིན་རྣམ་པ་གཉིས་ཆབ་སྲིད་འཁོན་འཛིན་བཀའ་ཤག་གཞན་ཡང་ཡིག་ཚང་བཅས་ཞབས་འདྲེན་ཉུང་བསྡུས་ཀྱི་གསང་ཕེབས་གནང་དགོས། བྱུང་བ་ད་ཆ་ལྷོ་ཁ་ཁུལ་ཞབས་སོར་འཁོད་རུང་ད་ལྟ་ཟིང་འཁྲུག་གི་གནས་སྐབས་ལ་སོང་ཞིང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་བོད་སར་ལྷུན་བཞུགས་མཛད་རྒྱུ་ཆབ་སྲིད་ཀྱི་འཁུར་འཛིན་སེར་སྐྱ་དང་བཅས་བོད་མི་མང་ཚང་མ་བློས་འགེལ་ཟོལ་མེད་ཐོག་བོད་དང་བོད་ཆེན་པོའི་ལྗོངས་ཀྱི་ཕན་བདེའི་རྩ་བ་རྒྱལ་བསྟན་ཆབ་སྲིད་དང་སྐྱེ་འགྲོ་ཡོངས་ཀྱི་འཕྲལ་ཕུགས་བདེ་དོན་རླབས་ཆེན་སླད་དུ་ཕྱི་རྒྱལ་ས་ཐོག་གང་འོས་སུ་གདན་ཞུ་བྱེད་རྒྱུ་ཡིན་ཅིང། ལྷ་སས་མཚོན་པའི་གྲོང་ཁྱེར་རེ་ཟུང་ལ་རྒྱ་དམར་གྱི་དཔུང་དམག་ཡོད་པ་མ་གཏོགས་དབུས་གཙང་སྟོད་སྨད་བར་གསུམ་གྱི་ཆབ་སྲིད་ཀྱི་དབང་ལུང་གཞུང་དགའ་ལྡན་ཕོ་བྲང་པ་ཆེན་པོའི་རྫུན་སྨྲོས་ཐོག་ད་ཆ་སླར་ཡང་དགེ་ལགས་རང་བཙན་གཙང་མའི་ལུགས་རྙེད་ཟུང་ལྡན་གྱི་དགའ་ལྡན་ཕོ་བྲང་པའི་རྒྱལ་ཁབ་གསར་དུ་འཛུགས་རྒྱུ་རྒྱལ་ས་ལྷ་ས་ཁུལ་ཟིང་འཁྲུག་ལ་བརྟེན་ནས་གནས་སྐབས་གཡུལ་རྒྱལ་ལྷུན་པོ་རྩེའི་ཕོ་བྲང་དུ་གཏན་འབེབས་ཀྱིས་སྲིད་ཚབ་ཟུར་པ་བློ་བཟང་བཀྲ་ཤིས་དང་སྲིད་ཚབ་ཟུར་པ་འདེགས་ར་བ་གཉིས་ལ་སྲིད་བློན་ངོ་མ་བསྐོ་གཞག་བསྩལ་ཏེ་སྦུག་དམ་བཀའ་ཡིག་ཟུར་ཟུར་བཞིན་གྲུབ་ཅིང་རབ་ལོ་དགུ་བརྒྱ་སུམ་ཅུ་སོ་གསུམ་པ་ས་བག་བོད་ཟླ་གཉིས་པའི་ཚེས་བཅུ་བདུན་ཉིན་རེས་གཟའ་ཕུར་བུ་གཟའ་སྐར་ཕུན་སུམ་ཚོགས་པའི་ཉིན་བཀྲ་ཤིས་གོང་མ་དང་པོ་གཡས་ལས་ཆོས་སྲིད་ཀྱི་ཡི་དྭགས་པོ་གོང་ས་སྐྱབས་མགོན་རྒྱལ་བའི་དབང་པོ་མཆོག་ནས་རྒྱལ་བསྟན་དར་ཞིང་འགྲོ་ཀུན་བདེ་བ་དང་ཁྱད་པར་བོད་ལྗོངས་སེར་སྐྱ་ཉི་མ་བདེ་སྐྱིད་རྫོང་གཏན་གྱི་དཔལ་ལ་རྟག་ཏུ་ལོངས་སུ་སྤྱོད་པའི་ཐུགས་སྨོན་བདེན་ཚིག་ཟབ་མོ་བཀའ་དྲིན་བསྐྱངས་པ་ཁུལ་གྱི་སེར་སྐྱ་གཞི་བདག་མི་དམངས་ཡོངས་རྫོགས་ནས་དགའ་མགུ་ཡི་རངས་ཚད་མེད་ཀྱི་བཀྲ་ཤིས་དར་ཆ་དང་འབྲེལ་བའི་དགའ་སྟོན་རྒྱ་ཆེ་གེས་གསུངས་ཤིང་ཁྱོད་རང་ནས་ཀྱང་ད་ཆ་སླར་ཡང་དགའ་མདའི་ཕོ་བྲང་འབའ་ཞིག་བོད་རང་བཙན་རྒྱལ་ཁབ་གསར་འཛུགས་གྲུབ་པའི་སྟབས་ཉེས་བཀོད་རྒྱ་འདི་ཉིད་མིག་ལམ་དུ་སོན་འཕྲལ་མངའ་ཁུལ་སེར་སྐྱ་མི་དམངས་ཡོངས་རྫོགས་ལ་མ་གོ་མ་ཐོས་མེད་པར་དྲིལ་བསྒྲགས་དང་འབྲེལ་བའི་ཕོ་མོ་ཚང་མས་གཟབ་མཆོར་གྱི་ངང་ནས་བཀྲ་ཤིས་པའི་དར་འདི་འཕྱར་བ་དང་ལྷ་སྡེ་མི་སྡེ་རྣམས་ནས་བཀྲ་ཤིས་གསོ་སྦྱོང་དང་དཀོན་མཆོག་གསུམ་གྱི་རྟེན་ལ། མཆོད་འབུལ་མེ་དྲི་རྣམས་ནི་བསང་གསོལ་དང་བསྐང་བྲོ་གླུ་གཞས་སོགས་རང་དབང་རང་བརླག་ཏུ་སོན་པའི་དགའ་སྟོན་རྟེན་འབྲེལ་གཟབ་རྒྱས་དགོས་རྒྱུ་དང་ད་ཕྱིན་གཞུང་སྒེར་གྱི་ལས་དོན་སྙན་སེང་ཞུ་ཡུལ་བཅས་ཀྱི་འདི་ག་གཡུལ་རྒྱལ་ལྷུན་རྩེ་རྒྱལ་སར་ཞུས་ཏེ་བཀོད་དོན་ལ་བརྩི་བཀུར་དང་ལེན་སོགས་དོན་གཅོད་བསྟན་པ་སྤྱི་དོན་གྱི་འཕྲལ་ཕུགས་དེ་དོན་གལ་ཆེར་བསམ་གཞིགས་འཛོལ་མེད་དགོས་རྒྱུ་མ་ཟད་ད་ནས་རང་དབང་ཆོས་འབྱོར་བདེ་སྐྱིད་རྫོང་གདན་གསར་པའི་དགའ་སྟོན་ལ་ཅིག་རོ་ལོངས་སུ་སྤྱད་ཆོག་པ་བཅས་དེ་སྟོན་ཡིད་འདོམས་ཀྱིས་གཡུལ་རྒྱལ་ལྷུན་པོ་ཚེ་ཕོ་བྲང་བཀའ་ཤག་ནས་གསར་པར་ཟླ་བ་གཉིས་པའི་ཚེས་བཅུ་བདུན་ལ། ལོངས་སྤྱོད་གཙང་སྟོབས་ལ་དྭགས་གསལ་བསྒྲགས་འདི་དོན་སྙིང་གི་ཐོག་ལ་ཡང་གནས་སྟངས་ག་འདི་རུ་ཅིག་གི་ཆགས་ཡོད་ན། རེད་འགྲོ་ག་ལ་དེ་འདྲ་དེ། གནས་སྐབས་བོད་གཞུང་དེ་ནི་ལྷུན་རྩེ་ལ་བཙུགས་ཡོད་ཟེར་རྒྱལ་ཁྱབ་རྫོང་གཞིས་ཚང་མ་ལ་ཅིག་བཀའ་ཡིག་དང་པན་ཆེན་རིན་པོ་ཆེ་ལ་བཀའ་ཡིག་དང་ང་བོད་ལ་ཆིག་སྒྲིལ་ལུས་ཤིག་བཏང་ན། ལྷོ་ཁ་ངོས་ཀྱི་ལམ་ཁ་ལ་འགྲོ་ས་དེ་ཚོའི་རྒྱལ་བ་རིན་པོ་ཆེ་ཕེབས་ཀྱི་ཡོད་པ་ཧ་མ་གོ་བ་ན་ད་དེ་དེ་མ་ཡིན་པའི་གཙང་ངོས་དང་མངའ་རིས་ངོས་དང་ཁམས་ཨ་མདོ་ཟས་ལ་སོགས་པ་དང་འཕན་པོ་དང་བྱང་ནག་ཆུ་དང་ཟེར་ཧ་ཁོ་རང་གུང་མ་ར་བ་ལ་བྱས་ཙང་ད་དེ་ཧ་མ་གོ་དེ་སྐོར་སུ་ད་ནོར་བུ་གླིང་པའི་སྟག་ད་ཟོས་ཤ་ཟེར་དེ་སྐོར་སུ་བཀའ་ཤག་དང་རྒྱལ་བ་རིན་པོ་ཆེ་དང་ཚང་མ་ལོ་པའི་ཅིག་སྟག་ད་ཟོས་རེད་ཨོ་ཨར་བསམ་བསམ་གྱིས་ཁོ་ཚོ་ལ་སེམས་འཚབ་དང་ཅིག་སྡུག་བསྔལ་དེ་ཡོང་དུས་སྐོར་སུ་ད་དེ་བྱེད་དགོས་མ་རེད་ཟེར་གྱིས་ཕེབས་དེ་ནས

རྒྱ་གར་ལ་ཉེན་ཡོལ་འཕེལ་ཡག་ཐུགས་འདོན་མཁན་རྣམ་པ་དང་རྒྱ་གར་ཕྱོགས་ནས་ཡིན་ནའི་ལས་ལྟ་རྒྱ་རུམ་ཆེན་རྒྱ་གར་ལ་འཕེལ་ཡག་ལ་དགའ་བསུ་ཞུས་གནང་ཡ་ད་དེ་འད་ཀྱི་ཐོག་ནས་མུ་མཐུད་རྒྱས་བཏགས་ནི་རྒྱ་གར་ཕྱོགས་ལ་ཕར་འཕེལ་རྒྱས་ས་མཚམས་ལ་སྣེ་ལེན་ཞུས་གནང་ཡ་ད་དེའི་གནས་ཚུལ་བྱུང་ཡོད་རེད་བ། རེད་འགྲོ་ག་ལ་ད་འཕྱོངས་རྒྱས་ནས་རྒྱ་རུམ་ཆེན་ད་ལྷོ་ཁ་ལ་གནས་སྐབས་ཐོག་མེད་ཀྱི་ཆ་ཤས་ཅིག་ཞུས་གནང་ཡ་ཀྱི་དགོངས་གཞི་ཡོད་པ་དེ་ཅིག་རྒྱུ་བ་ཐེབས་ཀྱི་ད་གནས་སྐབས་ཅིག་རྒྱ་གར་རང་ལ་ཕར་འདྲེས་པ་བྱེད་ཀྱི་རྒྱ་གར་གྱི་ས་ཐོག་ལ་རྒྱབ་སྐྱོར་ཡོང་ཆོས་བར་གྱི་སྙན་གསེང་ཞུ་བའི་གི་གྲོས་བསྡུར་ལུགས་གནང་ཡོད་འདུག་གོ་སུ་དེའི་སྔོན་ལ་སྒྲོན་གཉེར་ཕ་ལ་བའི་གི་ཞབས་དཀར་བ་གི་སྐུ་མཆེད་ཕྱག་བགྱིས་པ་ཐུབ་བསྟན་ཚེ་པདྨ་བདེ་སྐྱིད་གླིང་ལ་ཡོད་སྐྱོར་གི་རྒྱ་གར་གི་གཞུང་ཚབ་ཇི་བོར་བ་དེ་ལ་ཚིག་བཏང་གནང་རྗེས་རྒྱ་བོར་མི་ཆེ་རྒྱ་གར་ལ་འདུག་སའི་མ་འོངས་པར་ཡང་རྒྱ་མི་ཡིས་དེ་འདིའི་གནས་སྟངས་དེ་ལ་བལྟས་པ་ཡིན་ན་ཧ་སུ་གོ་ཡ་མི་འདུག་ཨ་ནི་མཇུག་མ་ཡང་ཅིག་འདུག་སའི་ཆོས་ཐོག་ལུགས་དེ་འདྲ་ལ་མཉན་ཡོད་ལུགས་ཕེབས་རྒྱུ་དགོས་ན་རྒྱ་གར་ངོས་ལ་ཕེབས་རྒྱུ་དགོས་ན་རྒྱ་གར་གཞུང་གི་ངོས་ནས་ཕྱག་རོགས་གནང་རོགས་གནང་ཟེར་གི་དེ་འདྲས་གི་ཅིག་རྒྱ་གར། གཞུང་གི་གཞུང་ཚབ་ལ་ཕར་ཞུ་རོགས་བྱེད་ཞེས་བཀའ་བཏང་གནང་འདུག་བ་དེའི་ཕྱི་དྲིལ་སྒོས་སུ་ད་རྒྱ་གར་གཞུང་གི་ད་ཡིན་དང་ཡིན་པ་ན་རྒྱ་བོད་རིམ་གྱིས་ག་དུས་ཕེབས་རྒྱུ་རེད་ཕེབས་ལམ་ག་བོར་ཕེབས་ཀྱི་རེད་དེ་ཚོ་གསལ་བོ་ཁྱེད་ཞུ་སྲིད་དུ་དགོས་ཚུལ་ད་དེ་སྐབས་མཚམས་ག་སྲིད་དེ་ཐུགས་གཏན་འཁེལ་བས་ན་ཕུགས་ཀྱི་གསལ་བྱེད་ཀྱི་གནས་ཚུལ་ཅིག་བྱུང་འདུག་བ། ཞུས་ཙང་ད་རྒྱ་བོད་རིམ་གྱིས་ནི་རྒྱ་གར་ལ་དུས་སུ་ཉེན་ཡོད་ལ་ཕེབས་ཐུབ་པ་ཅིག་བྱུང་གནང་བ་རེད་ལ་དེའི་སྐོར་ལས་ཏག་ཏག་ཡང་མུ་མཐུད་བྱས་ནས་སྐུ་དངོས་གཞིས་ཀ་དཔུང་འཇུག་བདེ་ལྡན་ཕྱོགས་ནས་ངོ་སྤྲོད་འདུག་གཅིག་ནང་བཞག། ཚེས་བཅོ་བརྒྱད་ཉིན་དྲིའུ་ལས་གོང་དུ་ཞུ་བཞག་ནང་ཟགས་ཕེབས་ཕྱོགས་སུ་རྒྱ་དམག་ཡོང་བཞིན་པར་བརྟེན་གོང་ས་ཆེན་པོ་སྟོན་འགོ་རིག་བཞིས་རྒྱ་གར་འཕགས་པའི་ཡུལ་དུ་ཆིབས་བསྒྱུར་བསྐྱང་རྒྱུ་ཐུགས་གཏན་འཁེལ་གནང་གིས། དེ་བསྟུན་རྒྱ་གར་གཞུང་ལ་གནས་ཚུལ་ཞུ་བར་རིམ་བཞིན་ལྷ་ལྷ་སྲས་བཀྲ་ཤིས་དབང་ཕྱུག་དང་སྲིད་དྲུང་ཆང་སྐྱེམས་པ་སྐལ་བཟང་ཐུབ་བསྟན་གཉིས་རྒྱ་གར་ས་མཚམས་སུ་མངོན་འདོད་གཏོང་གནང་མཛད། དེའི་སྐོར་གོང་ས་ཆེན་པོའི་ཕྱག་དེབ་ཏུ། སྐབས་དེར་ང་ཚོས་དེ་སྔོན་བློ་ཡུལ་ལས་མེད་པའི་དངོས་དོན་གྱི་གནས་ལུགས་ཤིག་དང་ལེན་བྱ་དགོས་བྱུང། དེ་ནི་ཁོ་བོ་བོད་ནང་རི་ཁུལ་ཕན་ཚུན་དུ་བསྡད་ཀྱང་རྒྱ་མིས་རྗེས་འདེད་གཏོང་རྒྱུ་དང། ངས་གར་ཡོད་སར་དམག་བཏོད་ཡོང་རྒྱུ། ངའི་སྲུང་སྐྱོབ་ཀྱི་དོན་དུ་བུད་མེད་དཔའ་བོ་མང་པོ་ཆོས་སྲིད་དུ་འགྲོ་རྒྱུ་ཞེས་དགོངས་གཞི་དགོས་པ་དུ་མའི་སླད་རྒྱ་གར་དུ་ཆིབས་བསྒྱུར་གནང་རྒྱུ། ཐུགས་ཐག་བཅད་པ་ཡིན་ཟེར་ད་རྒྱ་གར་ལ་ཆིབས་བསྒྱུར་གནང་རྒྱུའི་ཐུགས་ཐག་དེ་བརྙན་ཐུང་ལས་ལ་ཕུལ་དུས་མ་གཏོགས་བཅད་གནང་མི་འདུག་བརྙན་ཐུང་ལས་ལ་ཕུལ་དུས་རྩི་ཐང་རྒྱལ་རྒྱུད་ཤོར་སོང་ཟེར་འདི་འབྱོར་བ་རེད་སྙན་ཞུ་འབྱོར་ནས་ད་ཡར་སྡོད་བྲག་ལ་བརྒྱབ་ནས་རྒྱ་མི་ཡོང་གི་ཡོད་རེད་དེ་འདྲས་སོང་ཙང་ད་དོ་ལོས་མ་སོས་པ་བྱས་ནས་བོད་ཀྱི་ནང་གི་རི་ཁྲོད་རུ་སྤྱི་ལ་ག་བུར་བུར་བཞུར་བ་ཡིན་ན་ད་རྒྱ་མིས་ལུང་པའི་ནང་ལ་བརྡབ་གསིག་དང་ཚལ་རྩོད་བཅས་དེ་འདྲས་མང་པོ་བྱས་ནས་བོད་པ་མང་པོ་ཅིག་ལ་སྐྱོན་བྱེད་ཀྱི་རེད་ད་འདི་ལ་གནས་སྐབས་རྒྱ་གར་རང་ལ་ཕེབས་ནས་ག་ཚོད་ཡིན་ན་ཐུགས་ཐག་དེ་ཐུང་ལས་ནས། ཅེས་པ་གནང་ནས་ཕ་ལྷའི་སྐུ་མགྲིན་འདི་རེད་དབང་ཕྱུག་ལགས་ཞུས་ནས་དེ་ཚང་རིམ་བཞིན་རེད་ཁོང་འདི་ད་སྐལ་བཟང་ཐུབ་བསྟན་ལགས་སུ་སྤྲད་ཁང་གི་ཞབས་འདེབས་འབྱོར་ཁོ་གཉིས་ཨ་ནི་རྒྱ་གར་ལ་ད་རྒྱ་གར་མོ་ཅིག་རྒྱ་གར་ལ་ཕེབས་ཤོག་ཅིག་ཟེར་ནས་བཞུགས་སྒར་དོན་ལ་གཉེར་ལ་བསྟབ་བཤད་བྱས་ནས་ད་ཆུ་དོག་མོ་བ་ལ་ལྟོགས་ན་རྒྱ་གར་བསམ་བློ་ངོ། ཚེས་ཉི་ཤུ་ཉིན་བློ་གོས་ལགས་བརྒྱུད་ཇོ་རར་བཞུགས་ཕྱག་དང་ཚེས་ཉི་གཅིག་ཉིན་དཀར་པོ་ལགས་བརྒྱུད་ལྷོ་སྣར་ཕེབས་སྐབས་གློ་བུར་དུ་གནམ་གྲུ་སྔོ་སྐྱ་ཞིག་ཤར་ལྷོའི་ཕྱོགས་ནས་ཡོང་སྟེ། ནུབ་བྱང་དུ་འཕུར་སྐྱོད་བྱས་པ་ཕལ་ཆེར་ནས་རྒྱ་མིའི་སྟོན་ཉུལ་ཡིན་པར་ངོས་འཛིན་བྱས་པའི་མཚོན་ནད་ཁ་ཐུག་དེ་ལག་འཇུ་ཡག་འདྲ། ལ་དེའི་སྒང་ལ་ཕེབས་པའི་སྐབས་ལ་གནམ་གྲུ་ཡོངས་རྫོགས་རྟ། པའི་རྟ་ཁ་རུབ་ཀྱི་མེ་འགྲོ་བས་ཕེབས་ཕྱིར་རྟ་ཁ་རུབ་ཀྱི་ཡོང་སྒོ་མེ་འགྲོ་དགོངས་ནས། ཞི་རགས་ཐུག་ཉེན་ཁ་ཆེན་པོ་ཞི་རགས་བྱུང་བ་རེད། མང་མང་ལ་ཕེབས་པའི་དགོངས་དག་དེ། བཞུགས་ཡུལ་ཡག་པོ་མེད་པ་བཅས་ཨ་མྱེ་དབུལ་བོ་ལ་ཐིགས་པ་བརྒྱབ་བཅས་བཏོན་ནས་མཁན་པོའི་སྐུ་སྲུང་མི་དད་རེ་བྱུང་ཡོད་མི་འདྲ། དབུས་མདའ་དཔོན་བཀྲས་དཔལ་བས་གཙོས་སྐུ་སྲུང་ལྷན་བསྒྲིགས་གནང་བའི་དམག་མི་རྣམས་དང་དྭང་བླངས་བསྟན་སྲུང་དམག་སྒར་བཅས་ཀྱི་དམག་མི་རྣམས་ས་གནས་དེ་ནས་ལྷོ་ཁུལ་དུ་ཕྱིར་ལོག་གནང་དགོས་ཅེས་ཤུགས་མཛད་ས་ལྟ་དེ་ཞག་མ་གཅིག་ཐོལ་བར་བཞུགས་ནས་དབུས་མདའ་དཔོན་བཀྲ་ཤིས་དཔལ་རག་དང་དམག་མི་སྤྱི་དང་ཡང་བསྐྱར་དུ་བག་བོད་ནང་ལ་ཕར་གཏོང་གནང། མང་མ་ནས་ཏེ་རྒྱ་གར་གཞུང་ལ་སྙན་སེང་ཞུ་བར་གཏོང་གནང་མཛད་པའི་མི་འགྲོ་གཉིས་ས་མཚམས་ནས་ཚུར་འཁོར། ཁོ་བ་ནི་རྒྱ་གར་གཞུང་ནས་སྟོན་འཁོར་ཚང་མ་རྒྱ་གར་ནང་ཕེབས་དུས་ཆོག་པའི་ལྡི་ལི་ནས་བཀའ་འཁྲོལ་བྱུང་ལུགས་དང་ས་མཚམས་ཆུ་མཚམས་མོ་རྒྱ་གར་ས་མཚམས་ཀྱི་དཔོན་རིགས་དང་ཡུལ་མི་ཚོས་ཕེབས་དུས་ཞུ་གི་ཡོད་པའི་གནས་ཚུལ་བཟང་པོ་ཞུས་པས་བླ་དཔོན་ཚང་མ་ཐོག་ལོ་བདེ་པོ་བྱུང་ས་ད་སེམས་ནས་རྙེད་པར་དཀའ་བའི་སྐུ་གསུང་ཐུགས་རྟེན་གཏོར་རྗེས་ཇི་འདྲ་བྱེད་ཐུབ་ཡིན་ནི་ནམ་ཡང་གསང་ཐབས་མེད་པ་ཞིག་ཡོད་པ་རེད་ཟླ་བ་གཉིས་པའི་ཚེས་ཉེར་གསུམ་ཉིན་ནི་རྒྱ་གར་དང་བོད་ཀྱི་ས་མཚམས་ཆུ་དང་པོར་ཕེབས་སྐབས་རྒྱ་གར་ས་སྲུང་གོ་བ་དང་སྲུང་སྐྱོབ་དུ་རིག་ནག་ཡར་བ་བསོད་ནམས་སྟོབས་རྒྱལ་ལགས། སོགས་ནས་སྐྱབས་མགོན་ཏཱ་ལའི་བླ་མ་རིན་པོ་ཆེར་སྣེ་ལེན་ཞུས་ས་དང། ཟླ་བ་གཉིས་པའི་ཚེས་པ་ཉི་ཤུ་གསུམ་རེས་རྒྱ་གར་གྱི་བདེ་རེས་སྤྱི་ཟླ་གསུམ་པའི་སྟག་རིས་སུམ་ཅུ་སོ་གཅིག་འཁྱིལ་བར། འདི་གཉིས་ཀ་འདི་ལྟར་ས་མཚམས་ཕེབས་པ་རེད། ལོང། ཨུན་སྟོབས་ལགས་ད་དེ་རིང་ཡང་ང་ཚོ་དུས་ཚོད་འགལ་གྱིན་པས་ནི་ལེ་ཚན་འདི་ད་ག་ཚམ་བཞེས་གི་ཡིན་ཐུགས་རྗེ་ཆེ་ཞུ་གི་ཡིན། ལ་གསོལ་འགྲོ་བ་ལ། ལོང། ང་ཚོའི་སེང་གེ་རྣམ་པ་ཚོས་དེ་རིང་གི་ལེ་ཚན་འདི་གསན་པ་ཐུགས་རྗེ་ཆེ།